ལས་འབྲས་དེ་ལས་ཨ་དེ་རིང། མུ་མཐུད་ཅེས་སྲིད་པ་འཁོར་ལོས་ཀྱི་འགྲེལ་བཤད་དེ་ནས་མ་ཞུ་ཆོག་པ་བྱས། ད་དེ་ནས་དེ་རིང་ད། སྲིད་པ་འཁོར་ལོས་ཀྱི་ཁྱོན་སྙོམས་པའི་མགུར་སྟེགས་བཞི་ཡོད་པའི་ནང་ནས་དེ་རིང་མགུར་སྟེགས་མཐའ་མ་དེ་ཆགས་བསྡད་ཡོད། འོད་དེ་ཆེ་ད་དེའི་གོ་གལ་ཆེན་པོ་ཡིན་དུས་རྣམ་པ་ཚོ་ལ་ཡང་བསྐྱར་དགོས་དུས་ཤིག་གིས་དེ་གི་ནང་དོན་རོགས་ཚིག་ཡང་བསྐྱར་གཅིག་བསྐྱར་བཤད་ཅིག་ཞུས་པ་ཡིན་པ་ཡིན་ན་ལས་དང་པོ་ཚོ་ལ་ཡང་དེ་ཐུགས་ཕན་དགའ་སོ་ཐུགས་ལ་ཉེ་ཡ་ལ་ཁྱབ་པ་ཡོད་རེད་དྲན་སོང་ཨོ་ཡ་ད་སྲིད་པ་འཁོར་ལོ་འདི་འདི་འདྲའི་ཆེ་དེ་དེའི་སྔོན་ལ་ཞུས་ཟིན་པ་ནང་བཞིན་བྱས་རྣམ་པ་ཚོ་ཐུགས་ལ་ཉེ་བའི་ནང་དུ་བ་ལ་དངུལ་སེར་པོ་འཁོར་བ་དེ་ལ་སྒོར་གོ་བ་དེ་འདྲའི་ཟེར་ནས་ཐིག་སྟེ་བཞི་ཡོད་པ་ཉན་ན། བཞི་ཡོད་པ་ཉན་ན་ནི་དང་པོ་དཀྱིལ་གྱི་ནང་ནས་མགུར་སྟེགས་དང་པོ་དེ་བཅད་ནས། དབུས་ཀྱི་མགུར་སྟེགས་དང་པོ་དེ། ནི། འདི་བཅད་ག་སོགས་རེ། བྱ། འཕགས་པ་འབྲུ་གསུམ་བཅད་བྱ་འཕགས་འབྲུ་གསུམ་སྲོག་ཆགས་གསུམ་འདི་བཅད། འདི་གི་དུག་གསུམ་དུས་མཚོན། དེ་ནས་མགུར་སྟེགས་གཉིས་པ་གི་ལམ་དཀར་པོ་དང་ལམ་ནག་པོ་གཉིས་ཀྱིས་ལས་དཀའ་ན་གཉིས་མཚོན་འོ་འདི་བྱས་ནས་དགུ་སྡིག་དང་པོ་དང་དགུ་སྡིག་གཉིས་མཉམ་དུ་སྡོམ་པའི་གེགས་ནི། ད། ལས། བདེན་པ་བཞི་ཡི་ནང་ནས་ཀུན་འབྱུང་བདེན་པ་བཤད་ནས་འཁོར་བ་འཁོར་བྱེད་རྒྱུ། ཉོན་མོངས་པ་དང་ལས་གཉིས་པོ་དེ་མཚོན། དེ་ནས་རྒྱུ་ཉོན་མོངས་པ་དང་ལས་གཉིས་པོ་དེ་ལ་བརྟེན་ནས་སྐྱེས་པའི་གེགས་ནི་འབྲས་བུ་སྡུག་བསྔལ་བདེན་པ་དེ་མཚོན་བྱེད་དུ་ཨ་ནི་བཀུར་སྟི་གསུམ་པ་དེ་བྱེད། འོ་ད་དེ་འདྲ་བའི་གི་དགོན་དུ་དབུས་ཀྱི་ཨ་ནི་རྒྱུ་ཉོན་མོངས་དང་ཨ་ནི་དེ་ནས་བཀུར་སྟི་གཉིས་པའི་ནང་གི་རྒྱུ་ལས་དཀར་ནག་གཉིས་ལ་བརྟེན་ནས་ཨ་ནི་ལས་ནག་པོ་ལ་བརྟེན་ནས་ངན་འགྲོ་དང་ངན་འགྲོ་གསུམ་དང་ཨ་ནི་ལས་དཀར་པོ་ལ་བརྟེན་ནས་བདེ་འགྲོ་ཟུང་དུ་བགྱི་གི་ཡོད་པ་བྱེད། དེ་ཙམ་མ་ཟད་བདེ་འགྲོ་ཟུང་དུ་བགྱི་བའི་གནས་དང་བཅས་པ་བྱེད། ཨ་ནི་དེ་ནས་འགྲོ་བ་རིགས་ལྔའམ་འགྲོ་བ་རིགས་དྲུག་དེ་བྱེད། ད་ཏིང་སྔོན་ནས་ཞུས་ཟིན་པ་ཆད། འོ་དེ་མདོར་བསྟན་བྱེད་ཆད་ད་དེ་འདྲའི་ཞེས་འདི་དོན་ཡིན་པ་ཡིན་ན་ད་ཨ་ནེ་མ་རིག་པ་ལ་བརྟེན་ནས་ལས་ས་ལེགས་འོང་གི་ད་འགྲོ་བ་རིགས་ལྔའམ་དྲུག་ཏུ་ཁུག་ཡོད་པ་ཡིན་ན་ཁོ་དང་ཁོ་ལུགས་དེ་ག་འདྲའི་ཟིན་ནས་ཁུག་ཡོད་རེད་བས་ད་དཔེ་ཡི་སྟེང་ནས་བཤད་པ་ཡིན་པ་ཡིན་ན་ཨ་ནེ་ཐོག་མར་འགྲོ་བ་རིགས་དྲུག་གི་ནང་དཔེར་ན་མི་འདྲ་བ་གཅིག་ལ་ཆ་བཞག་པ་ཡིན་ན་མི་འདྲ་བ་གཅིག་ཆ་བཞག་པ་ཡིན་ན་ཐོག་མར་ཨ་ནེ་མ་རིག་པའི་གི་ཀུན་ནས་ལ་དེས་ལས་ས་ལེགས་འོང་གི་ད་འདི་འདྲའི་བྱས་ནས་ཚུལ་འཁོར་བ་ལ་སྐྱེ་བ་ལེན་སྟངས་དེ་ག་འདྲས་རེད་སེ་དུས་བཀའ་ལ་ཚེ་གཞི་མི་ལྟ་བུ་གཅིག་གི་སྐྱེ་བ་ལུས་འཛིན་དབང་དུ་བྱས་ནས་ཨ་ནི་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་རིམ་པ་དེ་གསུངས་པ་རེད་མཁྱེན་སོ་འོ་དེ་ཆ་ཁ་སང་ཞུས་པ་ནང་བཞིན་བྱས་ནས་རྟེན་འབྲེལ་ཡན་ལག་བཅུ་གཉིས་རིམ་པ་བྱས་ནས་སྐྱེ་ཡས་དེ་ཨ་ནི་མངལ་སྐྱེས་ཀྱི་ངང་དུ་མི་ལྟ་བུ་གི་མངལ་སྐྱེས་ལ་ཉེས་པ་ཡོད་རེད་མ་གཏོགས་ཡང་རྫུས་སྐྱེས་ཟེར་ནས་ཨ་ནི་དབང་པོ་ལྔ་ཅིག་ཅར་དུ་སྐྱེ་མཁན་དང་དེ་འདྲས་ལ་ཉེས་པ་ཡོད་མ་རེད་འོ་དེ་ང་ཚོ་ངེས་པ་གནང་དགོས་འདུག་ག་འོ་དེ་ཆ་ད་དེ་རིང་ང་ཚོ།

དེ་ཡིན་ངོ། ད་དེ་ནས་འདི་ནས་མ་ཞུ་ཡས་དེ་ང་ཚོའི་གི་རྟེན་འབྲེལ་ཡན་ལག་བཅུ་གཉིས་ཟེར་གི་དེའི་སྐོར་གི་རྟེན་འབྲེལ་དེ་གཙོ་བོ་རྒྱུ་འབྲས་ཀྱི་རྟེན་འབྲེལ་དབང་དུ་བྱས་ནས་གསུང་གི་ཡོད་རེད་རེད་བ། འོ་དེའི་ཟེར་ད་ངས་ད་རེས་འདི་ནས་མ་བྱས་ནས་ཨ་ལས་ནམ་རྒྱུན་དུ་རྣམ་པ་ཚོ་གལ་ཆེན་པོ་ཞུགས་ཅིག་ངས་གོ་ཡ་དེ་རོ་རྟེན་འབྲེལ་ཟེར་དེ་ག་ལ་ཨ་ནེ་ན་བ་སངས་རྒྱས་བོད་ཀྱི་ཐུན་མོང་མ་ཡིན་པའི་ལྟ་གྲུབ་གལ་ཆེན་པོ་ཞུགས་ཅིག་རེད་གསུང་གི་རེད་ད་འདི་རེད་བ། ཐུན་མོང་མ་ཡིན་པ་ཨ་ནེ་རྟེན་འབྲེལ་ཟེར་དེ་གོ་ཡག་པོ་ཅིག་ཆགས་པ་ཡིན་པ་ཡིན་ན་གཏན་གྱི་འབྲེལ་བ་བྱུང་བ་འདིའི་ཐོག་ནས་ག་རེ་ཡིན་པ་ཡིན་ན་ཡང་ཨ་ནེ་ནམ་འབེལ་གྱི་གཅིག་གི་ཉམས་ལེན་གྱི་སྤྱོད་པ་ག་འདྲས་ཅིག་ཡིན་པ་ཡིན་ན་རོ། རྗེས་འཇུག་སེམས་དཔའི་གྱི་སྤྱོད་པའི་ཉམས་ལེན་ཡིན་ན་རེ། གཉིས་ཅི་ཡིན་ན་རེ་ག་གཅིག་སྤྱི་བཏང་གི་ཨ་ནེ་གཅིག་གི་སྤྱི་ཚོགས་ནང་ལོག་ལ་གཅིག་གི་ཁོར་ཡུག་སྲུང་སྐྱོབ་རེ་འཕྲོད་བསྟེན་སྡེ་ཚན་རེ་ད་ག་ནང་བཞིན་གྱི་མི་དང་མིའི་བར་གྱི་འབྲེལ་བ་བྱེད་སྟངས་རེ་དེ་ག་ཚང་མ་དག་གི་ཨ་ནེ་གཅིག་གི་རྟེན་འབྲེལ་གྱི་ལྟ་གྲུབ་འདིའི་ཐོག་ནས་འགྲེལ་བཤད་རྒྱག་ཡོད་པ་ཆེ་རྒྱ་ཆེ་ག་ཚང་མ་རེད་ད་ནག་པོ་ཚོ་ཡག་པོ་བྱེད་ཉན་དང་དེ་རོབ་ཚོ་ཞུ་དགོས་རོ། དེ་ཁྱེད་ཀྱི་རེད་དེ་ཡིན་དུས་ག་ལ་སྔོན་ལ་བསྟན་འགྲོའི་ཟེར་འདིར་རང་ལ་གོ་བ་གཏིང་ཟོ་ཅིག་ཡག་པོ་ཅིག་གོ་བ་ཆགས་དགོས་དེ་གལ་ཆེན་པོ་ཤོས་རེད་འདི་ལ་ཡག་པོ་ཅིག་གོ་བ་ཆགས་སོང་བ་ཡིན་ན་ལྟ་གྲུབ་འདིའི་ཐོག་ནས་ཨ་ནི་ག་རེ་ཡིན་པ་ཡིན་ན་ཡང་ཨ་ནི་སོ་སོས་བསམ་བློ་བཏང་པ་ཡིན་ན་ལྟ་གྲུབ་འདིའི་ཐོག་ནས་ག་རེ་ཡིན་པ་ཡིན་ན་ཅིག་གིས་བསམ་བློ་བཏང་ཡས་ཡོད་པ་ཅིག་དང། ཨ་ནི་གཞན་ལས་འགྲེལ་བཤད་རྒྱོབ་པ་ཡིན་ན་ལྟ་གྲུབ་འདིའི་ཐོག་ནས་འགྲེལ་བཤད་རྒྱ་ཡོད་པ་བྱེད། ལྟ་གྲུབ་འདིའི་ཐོག་ནས་འགྲེལ་བཤད་རྒྱ་དུས་ག་ལ་ཨ་ནི། ཨ་ནི། ནང་པ་སངས་རྒྱས་བོད་ཀྱི་ཐུན་མོང་མ་ཡིན་པའི་ཀྱི་ལྟ་གྲུབ་ཀྱི་སྟེང་ནས་ཨ་ནི་ཕྱིའི་ཀྱི་རྣམ་གཞག་རེད་ཨ་ནི་ཕྱིའི་ཀྱི་ནང་སེམས་ཀྱི་ཁྱད་གསོ་རེད་ཨ་ནི་དེ་འདྲའི་ཀྱི་ལྟ་གྲུབ་ཀྱི་འགྲེལ་བཤད་རྒྱ་སྟངས་དེ་ཐུན་མོང་མ་ཡིན་པ་འདི་ནས་མཐུན་དགོས་པ་རེད་དེ་ཡིན་དུས་ག་ལ་གཙོས་བླ་མ་རིན་པོ་ཆེ་ཀྱི་ནམ་རྒྱུན་དཔལ་དེ་རྟེན་རྟེན་འབྲེལ་ཟེར་དེ་ཞོལ་གཅིག་རྩ་ཆེན་མོ་སྲུང་བརྩི་གནང་འདུག་ཨོ་དེ་རེད་ད་འདི་ང་ཚོས་རྟག་པ་གོ་བདེ་གི་བར་དེ་ཡིན་ན་ཡང་མཚམས་མཚམས་ང་ཚོས། འདི་བྱོ་རེ་གཞི་རྩ། ཉིན་ཞག་བྱ་ཨ་མ་ཉིན་ཞག་བྱ་དང་ནུ་མོ་ནུ་ཞག་བྱ་ཟེར་ཆོག་ར་དེ་རེ་བྱས་བྱས་མ་གཏོགས། གཅིག་གིས་ཨ་སྐད་ཆ་རྙིང་པ་འདྲ་པོ་ཆགས། འཚོ་བ་ཟེར་ཤེས་རབ་མེད་པ་འདྲ་པོ་བྱས། ཨན་གཅིག་གིས་དོན་དག་དངོས་གནས་དེ་མ་གོ་བ་བྱས། ཨ་ནི་མ་གོ་བ་ཟེར་ན་ནི་ཡང་ཅིག་རོབ་རྩ་རུས་གོ་དེང་དེ་དེང་ད་གཅིག་གིས་གསུམ་བཅུ་དང་འདི་འདྲའི་མང་པོ་ཞུས་དེ་དགོས་ལ་འོ་འདི་འདྲའི་རོབ་བྱས་ནས་ལྷག་དེང་མང་པོ་ཅིག་ཡོད་རེད་ད། འདོད་དེ་ངེས་པར་དུ་པར་ཚིག་རེ་རེའི་ཁ་ནས་སྔོན་ལ་འབྲི་བྱའི་དོན་དག་དེ་མཁྱེན་གནང་བར་རོ། འོ་དེ་འདྲའི་ཕྱིར་དེ་ཡིན་དུས་གང་ལ་ནམ་རྒྱུན་སློབ་སྦྱོང་རྣམས་དུས་གང་ལ་ན་བོ་ཚོ་ནི་ལས་དང་པོ་ཚོ་ཞུགས་ཡུལ་དང་ང་རང་གི་དེ་ཡིན། ཐོག་མར་རྟེན་འབྲེལ་སེལ་གྱི་སློབ་སྦྱོང་བྱེད་ཀྱི་ཡིན་ན་ཐོག་མར་ཚིག་དེ་རང་གི་ཐོག་ནས་གོ་བ་ལེན་ལ་སླེབས་དགོས། རྟེན་ནི་སེལ་ག་ག་རེད་འབྲེལ་སེལ་དེ་ག་ག་རེད།

ད་ང་བརྡ་སྤྲོད་སྨྲ་བ་དེ་འདྲ་མ་རེད་དེ་ཡིན་ན་དེ་ལ་དགའ་པོ་ཡོད་རེད་དེ་ཡིན་དུས་ག་ལ་ནམ་རྒྱུན་ང་ཚོ་ངོ་ཤེས་པ་ཆུ་གྲོགས་ཁ་ཤས་ང་ལ་འདི་ཟེར་བ་རེད་དྲ་བཤད་ངས་ཚིག་ག་འདྲས་འཐུང་ཟེར་ན་ཚིག་འདི་གི་དྲ་བཤད་ག་རེད་ཚིག་འདི་གི་ཚིག་ཁོ་རང་དོན་དག་ག་རེད་ཟེར་ཞོར་བ་འདི་ལ་ང་དགའ་བོ་ཞུ་ཡོད་རེད་དེ་ཡིན་དུས་ད་རིང་ང་ཚོ་དེ་འདྲ་མ་བྱེད་ནམ་རྒྱུན་ང་ལ་མི་ལ་ངོ་སྤྲོད་བྱེད་དུས་འོ་ད་ག་རང་བྱེད་དགོས་དངོས་ན་ཚིག་འདི་རང་ཐོག་ནས་གོ་དོན་ཀླད་སོང་ན་ཨ་ནི་ཚིག་འདི་གོ་དུས་ནས་ཅིག་སེམས་ནང་ལ་གོ་བ་ཆགས་འདྲ་བོ་ཅིག་ཚོར་སྣང་ཡོད་རེད་རྟེན་འབྲེལ་བསལ་རྟེན་བསལ་དོན་དག་ག་རེ་འབྲེལ་བསལ་དོན་དག་ག་རེ་ཡང་ན་རྟེན་འབྱུང་སོགས་ལོག་པའི་ན་རྟེན་བསལ་དོན་དག་ག་རེ་འབྱུང་བསལ་དོན་དག་ག་རེ་ཚིག་རེ་རེ་ནས་གོ་བ་བྱས་ཏེ་ཚིག་དེ་ཨམ་ཅོག་གོ་དུས་ན་ཨོ་འདི་འདི་རེད་ཤག་བསམ་ས་བྱས་ཀྱི་འཚོ་བ་དེ་ལས་ཀྱི་རེད། ཚིག་ལ་ཡ་བཅད་མ་བྱས་པ་བྱས་དོན་དག་འབྱུང་ན་ཨེ་ནོ་འུ་ཚོ་བྱས་ནས་ཕར་ཅིག་གི་དོན་དག་དེ་ཕར་ལོག་གུག་གཡོ་བ་ཟིན་འདྲ་ཅིག་མ་གཏོགས་བོད་ཀྱི་ཚིག་དེ་ཚོ་ཨམ་ཅོག་ལ་གོ་བ་དང་ཅིག་ཐོན་མཚམས་མེད་ནས་འདི་རེད་བསམ་ས་བྱས་ཀྱི་རང་བཞིན་གྱི་དོན་དེ་ལ་ཨ་ནི་ངེས་པ་ལྷང་ངེས་སྤྲད་དེ་ཡོང་གི་མ་རེད། འོ་དེ་ཡིན་དུས་ག་ལ་དེ་རིང་ངས་དེ་རྣམས་ལ་རྟེན་འབྲེལ་ཟེར་བྱེད་ཀྱི་ཚིག་དེའི་ཡོང་སྟངས་དེ་ན་དེ་ཚིག་རང་ཐོག་ནས་འབྲི་བྱེད་ཞུ་བའི་རྗེས་དེའང་རང་སོ་མ་ཡིན་པ་བྱས་ནས་གཅིག་ཀྱང་གང་འདོད་བཀའ་འགྱུར་དང་བསྟན་འགྱུར་རུ་ཞུ་ན་བར་དོ་ཡོད་ཆེ་བསྟོད་བྱེད་པའི་ཐོག་ནས་ངོ་སྤྲོད་ཞུ་བའི་ཆེད་འོ་ཡ་ད་དང་པོ་དེ་ཡིན་ད་ང་ཚོ་ནམ་རྒྱུན།

ད་འོ་ན་རྟེན་ཅིང་འབྲེལ་བར་འབྱུང་བ་སའི་ཚིག་དེའི་དོན་དག་ག་རེད་རྟེན་སའི་གི་དོན་དག་ག་རེད་འབྲེལ་སའི་གི་དོན་དག་ག་རེ་ཡོད་རེད་འབྱུང་སའི་དོན་དག་ག་རེ་ཚིག་གསུམ་གཅིག་ཏུ་བ་འོ་དེ་གི་དོན་དག་ག་རེ་ཡོད་རེད་ཟེར་དེའི་དོན་དག་དེ་ལྟ་ངས་བློ་གྲོས་མི་ཟད་པའི་བསྟན་པའི་གི་མདོ་རྒྱ་ཆེན་བྲིས་འོ་འདི་མཛད་པ་པོ་དེ་སུ་ཡིན་རེད་ཟེར་ན་ངས་དེ་ཆེན་སྐྱོ་ཞེས་མཛད་པ་པོ་དེ་སློབ་དཔོན་སྐྱོ། དེ་ཁ་སོ་བ་དང་སློབ་དཔོན་གཉིས་འཆད། ཨ་ནི། སློབ་དཔོན་གཉིས་ཀྱིས་མཛད་པའི་བཀའ་བློ་གྲོས་མི་ཟད་པའི་བསྟན་པའི་མདོ་བཅུ་བློ་གྲོས་མི་ཟད་པའི་བསྟན་པའི་མདོའི་འགྲེལ་པ་སློབ་དཔོན་གཉིས་ཀྱིས་མཛད་པ་ཨ་ནི་བློ་གྲོས་མི་ཟད་པའི་བསྟན་པའི་མདོའི་རྒྱ་ཆེར་འགྲེལ་པ་སྡེ་དགེ་བསྟན་འགྱུར་འཆད་མདོ་སྡེ་སྤོས་མདོ་སྡེ་བཞི་འཆད་ཨ་ནི། བྱུང་ཚད་འདི་དང་འདི་དེ་བཞིན་མདོ་སྡེ་དགེ། ཅེས་པ་འདི་འཆད་བླ་བྱ་རྣམ་པ་ཅེས་འདི་འཆད་ཤོག་གྲངས་བརྒྱ་དང་སུམ་ཅུ་སོ་ལྔ་ན་འདུག་པ་འོ་འདི་འཆད། བདག་རྣམ་པ་ཚོ་སེ་ཞོག་ང་འདི་རྣམས་འདི་ཁོ་རང་གཞུང་ཁོ་རང་ནང་ལོག་ལ་ཉན་འདྲི་བཤད་བྲིས་མེད་དེ་སྟག་ལོག་ག་ཞིག་གྱོགས་ཀྱང་གཞུང་ཁོ་རང་མང་ལོག་འགྲོ་བ་ཡིན་པ་ཡིན་ན་ནི་གསལ་པོ་ཞུ་རྒྱུ་འདུག་བརྙན་རེ་ཤག་རོབ་ཚོ་རུ་བྱོན་ནས་རྣམ་པ་ཚོ་གསལ་པོ་བྱེད་པ་བྱེད་སྲིད་རྣམ་པ་ཚོ་གསལ་པོ་ཡིན་ན་འོ་ལགས་སུ་གསལ་ཨ།

རྟེན་ཅིང་འབྲེལ་བར་འབྱུང་བ་སའི་ཚིག་དེ་ལ་རྟེན་སའི་ཚིག་སྤྱི་དང་འབྲེལ་སའི་ཚིག་སྤྱི་དང་འབྱུང་བ་སའི་ཚིག་གསུམ་དུའོ། འོ་དེ་ཚིག་གསུམ་པོ་རེ་རེ་ལ་སོ་སོ་སོ་སོ་གི་གོ་བ་མ་འདྲ་བ་རེ་རེ་ཡོད་རེད་གསུངས་པ་རེད། ཚིག་གསུམ་པོ་སོ་སོ་སོ་སོ་གི་ལོ་ཏོག་མི་འདྲ་བ་གསུམ་དགག་པར་བྱེད་ཀྱི་ཡོད་རེད་གསུངས་པ་རེད་མཁྱེན་སོང་ཨ། རྣམ་པ་གསུམ་གོ་བར་བྱེད་དེ། རྣམ་པ་གསུམ་དེ་ག་རེད་ཟེར་ན་གཅིག་དེ་ཨ་ནི་འབྲས་བུ་ལ་རྒྱུ་ཡོད་མ་རེད་ཟེར་མཁན་བྱས་ནས་རྒྱུ་མེད་པར་ཨ་ནི་དམངས་མཁན་གྱི་ལོ་ཏོག་འགའ་ཡང་བྱེད་རེད་བྱེད། དེ་ནས་གཅིག་དེ་རྒྱུ་མི་འདྲ་བར་སྨྲ་བ་དང་སི་ཏུ་གོ་ལ་ང་འདོད་རྣམས་རྒྱུ་མི་མཐུན་པའི་རྒྱུ་ལས་སྐྱེ་བར་སྨྲ་བ་དང་ཕྱེད། གཉིས་པ་དེ། གཉིས་པ་དེ་མེད་པར་སྨྲ་བ་བྱེད། འོ་དེ་བྱེད་གསུམ་བྱེད་ལོ་ཏོག་གསུམ་བྱེད། ད་དེ་ནས། དེ་ནས་དང་པོ་བསྟན་ཟེར་དེ་གའི་ལོ་ཏོག་ག་རེ་དགོས་ཀྱི་ཡོད་རེད་ཟེར་ན། ཨ་ནི་འབྲས་བུ་དོལ་ཚོགས་ལ། ང་ཚོས་ཨ་ནི་ལས་དེ་དུ་ཡིན་ན་ག་རེ་ཡིན་ན་དོལ་ཚོགས་ཀྱི་རྒྱུ་དོལ་ཚོགས་ཨ་ནི་ལས་ལ་ལས་མ་རིག་པ་ལ་བརྟེན་ནས་བྱུང་གི་ཡོད་བ་མ་རེད། རང་རང་གི་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་གི་ཡོད་བ་མ་རེད་ཅེས་འདི་ཟེར་བ་འདིས་གོ་བ་རེད། བསྟན་ཞེས་བྱ་བ་ནི་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བ་ཡིན་པས་ན་འདི་ནི་རྒྱུ་མེད་པར་སྨྲ་བ་འགོག་པར་བྱེད་དོ། དེ་ཡིན་དུ་བ་རྟེན་སེལ་ཏེ་ཀྱི། ཨ་ནི་ང་ཚོའི་ཀྱི་བདེ་སྡུག་གི་འབྲས་བུ་ཡིན་ན་ནི་དེ་ཐམས་ཅད་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བ་རེད། དེ་ཡིན་དུ་བ་ལ་རྒྱུ་དང་རྐྱེན་མེད་པ་ལ་བརྟེན་ནས་བྱུང་བ་མ་རེད་བྱས་ནས་དེ་ཡིན་དུ་བ་ལ་ཨ་ནི་འདི་དགའ་བ་རེད་རྒྱུ་མེད་པ་འདི་དགའ་བ་རེད་ཀྱི། རྒྱུ་མེད་པ་འདི་འོ་ཡ། དེ་ནས་རྒྱ་འབོད་པ་ལ་སོགས་པའི་དུས་ཚོད་ཚང་མ་རྒྱུ་མེད་དུ་སྨྲ་མཁན་ཡོད་མ་རེད་བ། མང་བོ་ཅིག་རྒྱུ་མེད་པར་རྒྱུ་མེད་དུ་སྨྲརྒྱུ་མེད་པར་སྨྲ་མཁན་གྱི་གྲུབ་མཐའ་དེ་ཕ་དགའ། དེ་ནས། དེའི་དུས་བ་ལ་བརྟེན། སི་དུས་བ་ལ་བརྟེན་པ་རེད་སི་དུས་བ་ལ་ག་རེ་ལ་བརྟེན་རེད། རྒྱུ་བྱེད་ལ་བརྟེན་ནས་རེད། དཔེར་ན་ང་ཚོས་ཀྱི་ད་ལྟ། སོ་སོའི་གི་འཚོ་བ་སྐྱིད་པོ་ཅིག་མྱོང་བྱེད་ད་གལ་ཆེ་ཆོས་སོ་སོའི་གཤིས་རྒྱུད་ལ་བྱ་བ་ཡིན་ན་གོ་བ་ཆེན་པོ་ཡོད་རོགས། ད་ལྟ་ང་ཚོ་ལ་སོ་སོ་ང་ཚོ་ང་ཚོ་ཁ་ཤས་ལ། ད་ལྟའི་གནས་སྐོར་སོགས་གཅིག་གིས་ཨ་ནི་ཁ་གསོ་བ་རེད། བདེ་སྐྱིད་ཀྱི་ཚོར་བ་ཤུགས་ཆེན་པོ་ཡོད་རེད་ཁ་ཤས་ལ་གཅིག་གིས་དཀའ་ངལ་དང་སྡུག་བསྔལ་གྱི་ཨ་ནི་ཚོར་བ་ཤུགས་ཆེན་པོ་ཡོད་རེད་དེ་ཐམས་ཅད་བརྟེན་པ་རེད། བརྟེན་ནས་བྱུང་བ་རེད་ཟེར་དུས་ག་ལ་དེ་ཐམས་ཅད་འོ་ན་གཞན་དག་ཅི་ལ་བརྟེན་ནས་བྱུང་བ་རེད་ད་ཟེར་དུས་ག་ལ། རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བ་རེད་ཟེར་ཏེ་གུ་གུལ་བ་རེ་བསྟན་ཟེར་ཏེ་རོ། ད་དེ་ནས་འབྲེལ་བའོ་ཟེར་ཏེ་བསྟན་ཅིང་འབྲེལ་བར་བྱུང་བ་ཟེར་འབྲེལ་བའོ་ཞེས་བྱ་བའི་དེ་དུ་བ་འབྲེལ་བའོ་ཞེས་བྱ་བའི་སྒྲ་ནི་མཐུན་པ་ལ་བྱ་སྟེ། རྒྱུ་དང་འབྲས་བུ་མཐུན་པ་ལས་སྐྱེས་མི་འདུས་པ་ལས་ནི་མ་ཡིན་ཏེ་དཔེར་ན་མ་རིག་པ་ལས་འདུ་བྱེད་འབྱུང་གིས་དབང་ཕྱུག་དང་བྱེད་པ་པོ་ལས་མི་འབྱུང་བས་འདི་ནི་མི་འདུལ་བའི་རྒྱུ་སྨྲ་བར་འགོད་པར་བྱེད་པའོ། མཁྱེན་གསོ་བ་དེ་རེད་དེ།

རེད་བ། ང་ཚོའི་བདེ་བ་དང་དེ་ཐམས་ཅད་དབང་ཕྱུག་གིས་བཟོས་པ་རེད་ད་ཁྱོ་མཆུ་དེ་ནི་ཁྱོ་མཆུ་སྨྲ་བ་ཅིག་ཡིན་པ་ཡིན་ན་ང་ཚོའི་བདེ་བ་དང་དེ་དབང་དེ་ཐམས་ཅད་ཁྱོ་མཆུ་གིས་བཟོས་པ་རེད་ཟེར་གི་ཡོད་རེད་དེ་སུས་བསྡུས་པ་ལ་དེ་མ་རེད་ང་ཚོས་ཁོ་ཚོས་ད་རྒྱུ་ཡོད་རེད་དེ་ཡིན་ན་ཡང་རྒྱུ་དེ་ང་ཚོས་ལོག་པ་ནང་བཞིན་རྒྱུ་དེ་མ་རེད་སོ་ང་ཚོའི་འབྲས་བུ་སྡུག་བསྔལ་ཅིག་ཡིན་པ་ཡིན་ན་སྡུག་བསྔལ་དེ་སྔར་རྒྱུ་མི་དགེ་བ་ཅིག་ལ་བརྟེན་ནས་སྡུག་བསྔལ་དེ་དང་འདྲ་བའི་རིས་མཐུན་པའི་རྒྱུ་གཅིག་ལ་བརྟེན་ནས་བྱུང་བ་རེད། བདེ་བ་ཡིན་པ་ཡིན་ན་ཡང་འོ་ད་དེ་འདྲ་བའི་འབྲས་བུ་བདེ་བ་དེ་འབྲས་བུ་བདེ་བ་དེ་དང་རིས་མཐུན་བའི་ཀྱི་རྒྱུ་གཅིག་ལ་བརྟེན་ནས་བྱུང་བ་རེད། གང་ཡིན་ཟེར་ན་འབྲས་བུ་བདེ་བ་ཟེར་དུས་ག་ལ་འབྲས་བུ་བཟང་པོ་གཅིག་རོ། འབྲས་བུ་བཟང་པོ་གཅིག་ཡིན་དུས་ག་ལ་འབྲས་བུ་བཟང་པོ་དེ་ཁོ་རང་དང་རིས་མཐུན་པའི་རྒྱུ་བཟང་པོ་གཅིག་ལ་བརྟེན་ནས་བྱུང་བ་རེད། རྒྱུ་ངན་པོ་གཅིག་ལ་བརྟེན་ནས་འབྲས་བུ་བཟང་པོ་ཡོང་མི་སྲིད་པ། རུ་བ། འོ་དེ་ད་ག་ནང་བཞིན་གྱི་འབྲས་བུ་སྡུག་བསྔལ་དེ་ཡང་རྒྱུ། ཁོ་རང་འབྲས་བུ་ངན་པ་ཅིག་ཡིན་དུས་གང་ལ་ཁོའི་རྒྱུ་དེ་ཡང། དེ་དང་རུས་མཐུན་པ་རྒྱུ་ངན་པ་ཅིག་ལ་བརྟེན་ནས་བྱུང་བ་རེད་ང་ཚོས་ཕལ་སྐད་ཐོག་ནས་ཞུས་པ་ཡིན་ན་རུས་མཐུན་མ་དུས་སེམས་གཉིས་པ་ཡིན་ན། རྒྱུ་དང་འབྲས་བུ་གཉིས་དེ་ངན་པ་ཡིན་ན་ངན་པ་ཡིན་པ་རུས་མཐུན་པ། སྡུག་ཅག་ཡིན་ན་སྡུག་ཅག་ཡིན་པ་རུས་མཐུན་པ་ཡག་པོ་ཡིན་ན་ཡག་པོ་ཡིན་པ་རིས་མཐུན་པ་ད་འདི་ངས་ཕལ་སྐད་ཀྱི་ཐོག་ནས་ཞུས་གོ་བ་རེད་ད་འོ་དེ་འདྲའི་ཞིག་གོ་བ་དེ་འདྲའི་ཞིག་བྱས་བ་རེད་དེ་ཡིན་དུས་ག་ལ་ང་ཚོའི་སྡུག་བསྔལ་དབང་ཕྱུག་དང་ང་ཚོ་ལ་འབྲེལ་བ་ག་རེ་ཡོད་རེད་ཟེར་བ་རེད་རོ། ང་ཚོའི་སྡེ་བ་དེ་དབང་ཕྱུག་གིས་བཟོས་པ་དེ་ང་ཚོའི་སྡེ་བ་དང་དུང་བ་དེ་དབང་ཕྱུག་གིས་བཟོས་ན་འབྲེལ་བ་ག་གལ་ཆེ་མི་འདུག་ག་རེད་རོ། ང་ཚོའི་ཕ་ར་ལ་འབྲེལ་བ་ཁྱོན་ནས་ཡོད་མ་རེད། དེ་ཡིན་དུས་ང་ལ་ང་ཚོའི་དུང་བ་འདི་ག་ནས་བྱུང་རེད་ཟེར་ན་ང་ཚོའི་དུང་བ་འདི་ཐོག་མར་ཉེ་འོང་པའི་ཀུན་ནས་དེར་མ་རིག་པའི་ལས་ས་ལས་ཀོང་དབང་གིས་ཐང་དེ་ང་ཚོའི་དུང་བ་འདི་བྱུང་རེད་དེ་ཡིན་དུས་ང་ལ་དེ་གས་ཐང་ཆད་ཨ་ནི་ལས་དང་མ་རིག་པ་ནས་དེ་ནས་བྱུང་བ་རེད་ཟེར་མ་རིག་པ་ལས་འདུ་བྱེད་བྱུང་ཟེར་ཉལ་ལག་ཅུང་གི་ནང་རིན་པ་ཞིག་འོ་དེ་དང

ད་གཉིས་པ་དེ་རེད། ད་དེ་ནས་གསུམ་པ་དེ་འབྱུང་བའོ་ཟེར་བཞིན་དུའང་རྟེན་ཅིང་འབྲེལ་བར་འབྱུང་བ་ཚེ་གསུམ་པ་དེ་འབྱུང་བའི་གྲངས་ནི་རྒྱུ་དང་འབྲས་བུ་བར་ཆད་མེད་པར་སྐྱེ་བ་ལ་བྱ་སྟེ་འདི་ནི་འདིས་ནི་མེད་པར་སྨྲ་བ་གོ་བར་བྱེད་དོ་ཟེར་རོ། རྒྱུ་དང་འབྲས་བུ་བར་ཆད་པ་མེད་པར་སྐྱེ་བ། འོ་དེ་རེད། ད་འདི། འབྱུང་བའང་སྲིད་རྩེའི་གང་ལ་དེ་འདྲ་བའི་རྒྱུ་གཅིག་ལ་བརྟེན་ནས་རུས་མཐུན་པའི་འབྲས་བུ་དེ་འབྱུང་བ་རེད་དེ་ཡིན་དུས་གང་ལ་རྒྱུ་དང་འབྲས་བུའི་བར་དུ་ལ་བར་ཆད་པ་མེད་པར་བར་དུ་ལ་རྒྱུ་དང་འབྲས་བུའི་བར་དུ་ལ་འབྲེལ་བ་ཁྱོན་ནས་མེད་པར་བྱས་ཆད་ནས་དེ་ནས་འབྲས་བུ་གསར་དུ་སྐྱེ་དེ་འདྲའི་གལ་ཁེ་ཡོད་མ་རེད་ད་འབྲས་བུ་དེ་གི་ནུས་པ་དེ་མུ་མཐུད་ནས་གནས་ནས་ནུས་པ་དེ་གཅིག་གི་བར་གསལ་ཉོན་པའི་སྐོབས་ལ་ནུས་པ་དེ་གི་འབྲས་བུ་དེ་ཁོ་ཡར་སྐྱེ་ཡོང་དགོས་བ་རེད་དེ་ཡིན་དུས་གང་ལ།

འོ་ཡ། ད་དེ་ནས་ངས་དེ་ལས་ད་དང་དེ་མདོ་སྡེ་དགེ་མང་དོན་དག་གཉིས་པོ་འདྲ་ཞིག་མ་འདུས་ནས་བཤད་པ་ཡིན་པ་ཞིག་ན། རྟེན་ཅིང་འགྲོ་བ་འབྱུང་བ་ཞེས་པ་འདིས་ཚུལ་འདུས་པ་ན་རོ། རྟེན་ཅིང་འགྲོ་བ་འབྱུང་བ་ཚིག་མ་འདུས་འདུས་དུས་ག་ལ་ག་རེ་ཟེར་གི་བ་རེད་ཟེར་ན། རྟེན་འབྲེལ་དང་རྟེན་འབྱུང་ཞེས་གཉིས་བྱུང་བ་རེད་ཟེར་རོ། ད་འདུས་སྟངས་འདི་མཁྱེན་སོང་ང། རྟེན་འབྲེལ་ཟེར་དུས་ག་ལ་རྟེན་ཅིང་འབྲེལ་བར་འབྱུང་བ་ཟད་བདེ་ཀྱི། འབྱུང་བ་ཟད་དེ་མ་ཚིག་དེ་མ་སྨོས་པར་བྱས་ན་རྟེན་དང་འབྲེལ་བ་གཉིས་ཀ་སྨོས། ན་རྟེན་འབྱུང་སུ་ལོག་པ་ཡིན་ན་འབྲེལ་བ་ཟད་ཚིག་དེ་མ་སྨོས་པར་བྱས་འབྱུང་བ་ཟད་ཚིག་ཉིད་དུ་སྨོས་བྱའོ་དེ་འདྲ་གཉིས་མ་སྨོས་ནས་རྟེན་འབྲེལ་གསུངས་པ་ལས། དེས་ན་འདི་གཉིས་དོན་གཅིག་གོ། དེ་ཡིན་དུས་བ་ལ་རྟེན་འབྱུང་སུ་ལོག་པ་ཡིན་ན་རེད་རྟེན་འབྲེལ་སུ་ལོག་པ་ཡིན་ན་དོན་དག་གཅིག་པོ་གཅིག་ཀྱང་རེད་མཁྱེན་སོ་འོ་དེ་ཅག་ཇི་མ་ནས་རྟེན་འབྲེལ་སུ་ལོག་པ་ཡིན་ན་ཡང་ན་རྟེན་འབྱུང་སུ་ལོག་པ་ཡིན་ན་དོན་དག་གཅིག་པ་ཡིན་པ་དེ་ཐུགས་ལ་ངེས་པར་བྱས།

སྐྱོན་བཟང་བོ་དེ་བྱས། ད་དེ་འདྲ་ཡིན་དུས་གང་ལ་བལྟས་ན་རྟེན་འབྲེལ་གྱི་མཚན་ཡིན་དེ་ག་རེད་ཟེར་ན། རང་གི་ཆ་ཤས་ལ་ལྟོས་ནས་གྲུབ་པ་དེ་རྟེན་འབྲེལ་གྱི་མཚན་ཡིན་རེད། ད་རྟེན་འབྲེལ་ལ་ཕར་ནང་གསེས་དབྱེ་བ་འབྱེད་པ་ཡིན་ན་ག་ཚོད་ཡོད་རེད་ཟེར་ན། རང་གི་ངོ་བོ་ལ་བརྟེན་པའི་རྟེན་འབྲེལ་དང་མཐའ་ཡས་རྣམ་འཇོག་གི་རྟེན་འབྲེལ་གཉིས་ཡོད་རེད། དང་པོ་ནི་ས་བོན་ལས་མྱུ་གུ་དང། གཉིས་པ་ནི་ཕ་རོལ་ལ་ལྟོས་ཏེ་ཚུར་རེ་འཇོག་པ་ལྟ་བུ་འོ་དེ་བྱས། ད་འདི་འདྲའི་ཟེར་རེད་ད། ད་རྟེན་འབྲེལ་གྱི་ལྟ་གྲུབ་ཀྱི་ཐོག་ནས། འདི་ནི་ངས་ད་ལྟའི་དེའི་གཞུང་རྣམ་པ་དང་མཐུན་པར་བྱས་ནས་རྟེན་འབྲེལ་དེ་ལ། མཐའ་ཡས་རྣམ་འཇོག་གི་རྟེན་འབྲེལ་དང་འགའ་བཟོ་བ་རེད། རང་ངོ་བོ་ལ་ལྟོས་པའི་རྟེན་འབྲེལ་དང་མཐའ་ཡས་རྣམ་འཇོག་གི་རྟེན་འབྲེལ་གཉིས་ཟེར་ནས་ད་ངོ་བོ་ལ་ལྟོས་པའི་རྟེན་འབྲེལ་བཟོ་དུས་གོ་ལ། ངོ་བོ་ཁོ་རང། མིང་ལ་ལྟོས་པ་མ་ཟད་ངོ་བོ་ཁོ་རང་བར་དུ་ལྟོས་པ་དཔེར་ན། ས་བོན་ལ་བརྟེན་ནས་མྱུ་གུ་སྐྱེ་བ་སྟེ་དོན་ལ་བར་དོའི་རོ། རོ་བ། ས་བོན་ལ་བརྟེན། ད་ནི་ཕ་རི་དང་ཚུ་རི་སོགས་ལོ་པ་ཡིན་ན་ཕ་རི་དང་ཚུ་རུ་ལ་ཐད་ཀར་ས་བོན་ལས་མྱུ་གུ་སྐྱེ་བ་ནང་བཞིན་གྱི་བརྟོས་ཡོད་མ་རེད་དེ་ཡིན་ན་ཡང་ཐ་སྙད་དེ་བརྟོས་དེ་རོ། ཕ་རི་སྲས་ཀྱི་ཕ་ཕྱོགས་ཀྱི་ཕ། ཕ་རི་ཀྱི་ལ་ཡི་ཐ་སྙད་དེ་ཚུ་རི་ལ་ལ་བརྟོས་ནས་བཞག་པ་རེད་མ་གཏོགས་པའི་ཚུ་རི་ལ་ཅེས་མེད་པ་ཡིན་ན་ཕ་རི་ལ།

རྒྱུ་འདི་འབྱུང་བ་ལ་བརྟེན་ནས་འབྲས་བུ་དེ་ཡོང་གི་རེད་ཟེར་ཆོག་རང་ལྟ་རྟེན་འབྲེལ་ཡན་ལག་བཅུ་གཉིས་དེ་ཡིན་པ་ནི་རྒྱུ་འབྲས་རྟེན་འབྲེལ་ཟེར་ཆོག་གི་རེད། མ་རིག་རྒྱུ་ཐོག་མེད་ཀྱི་མ་རིག་པ་ལ་བརྟེན་ནས་རྒྱུ་མ་རིག་པ་ལ་བརྟེན་ནས་འབྲས་བུ་འདུ་བྱེད་འབྱུང་བ་རེད། འབྲས་བུ་འདུ་བྱེད་དེ་རྒྱུ་མ་རིག་པ་ལ་བརྟེན་ནས་བྱུང་བ་རེད་ཟེར་ཆོག་རོགས། རྒྱུ་དང་འབྲས་བུའི་བར་གྱི་འབྲེལ་བ་ཕྱིས་འབྱུང་བ་དེ་ལ་ཨ་ནི། རྒྱུ་འབྲས་རྟེན་འབྲེལ་ཞེས་ཟེར་བ་རེད་བ། ད་འདི་རྒྱུ་འབྲས་རྟེན་འབྲེལ་གྱི་ཐོག་ནས་ང་ཚོ་ག་རེ་ལ་ཕན་ཡོང་དགོས་རེད་ཟེར་ན་རྒྱུ་འབྲས་རྟེན་འབྲེལ་ཟེར་དུས་གཙོ་བོ་དེ་ལས་རྒྱུ་འབྲས་སྐྱེ་བ་ལྔ་ལས་རྒྱུ་འབྲས་དེ་ལ་ཕན་ཡོད་རེད་བ། ང་ཚོས་གི་ད་ལྟ། ད་འདི་ལས་རྒྱུ་འབྲས་དང་མཉམ་དུ་འདྲེས་ནས་ཨ་ནི་རྒྱུ་འབྲས་རྟེན་འབྲེལ་འདི་གི་བསམ་བློ་བཏང་ཡ་རེད་བ། མཚམས་མཚམས་ང་ཚོའི་སྤྱི་ཚོགས་ནང་ལོ་ལ་འདི་ཡོང་གི་རོགས་བ་དཔེ་ཆ་ཤར་བ་ཡིན་ན་ང་ཉུལ་དུས་ཚོར་བ་འདྲ་བོ་བྱུང་སོང་དཔེར་ན་མཚམས་མཚམས་ང་ཚོའི་སྤྱི་ཚོགས་ནང་ལོ་ལ་སོ་སོས་ལས་ཀ་ལྷག་བསམ་རྣམ་དག་གིས་བྱས་ཀུན་སློང་རྣམ་པར་དག་པས་བྱས་བྱས་བྱས་པ་ཡིན་པ་ཡིན་ན་ཡང་མི་ཁ་ཤས་བྱས་པ་འདི་གིས་ཁྱེད་རང་གི་ལས་ཀ་དེ་ཀུན་སློང་རྣམ་དག་ལྷག་བསམ་རྣམ་དག་གིས་བྱས་ཤག་བྱས་ནས་ཨ་ནི་ངོས་འཛིན་ཐོབ་རྒྱུའི་ཚོགས་ལ་ད་རུང་མི་འགའ་ཤས་ཀྱིས་དེ་ལ་གོ་ལུགས་དྲུག་བྱས་ནས། ཨ་ནི། འོ་ད་ཁྱེད་རང་གི་ལས་ཀ་དེ་ཨེ་ནི་ཀུན་སློང་ངན་པ་ཅིག་བྱས་ཤག་དམིགས་ཡུལ་ངན་པ་ཅིག་རེད་ཤག་ཟེར་ནས་སྐྱོན་འཛུགས་བྱེད་པའི་སྐོབ་ཉུག་ད་ཞོ་གཡུང་དགུ་ར་བ་དེ་དེ་ཚོ་གཡུང་དགུ་དུ་བ། དེ་འདྲས་བྱེད་པའི་སྐོབ་ལ། ཨ་ནི། ཏན་ཏན་སོ་སོའི་སེམས་རྣལ་ལ་མ་འཇུག་མྱོང་གོ་དེ་ཡིན་ན་ཡང། རྒྱུ་འབྲས་རྟེན་འབྲེལ་གྱི་རྣམ་གཞག་གི་ལྟ་གྲུབ་བསམ་བློ་བཏང་མི་ཡོང་པས་ཡིན་ན། འོ། སོ་སོའི་གི་བྱས་པ་དེ་ཀུན་སློང་རྣམ་དག་ཅིག་དང་དམིགས་ཡུལ་ག་འདྲས་ཅིག་ཡིན་པ་བྱས་པ་དེ་བཟང་པོ་ཅིག་བྱས་པ་ཡིན་པ་ཡིན་ན་དེ་བྱས་པ་དེ་སོ་སོས་ཤེས་དགོས་བ་རེད། དེ་ཤེས་མ་ཡོང་དུས་གང་ལ། འོ། དེ་གང་ལྟར་མི་ག་ག་རུ་ལོག་ན་མ་ལོག་ན་སོ་སོའི་གི། དེ་ནས་མ་ནི་བྱས་པ་དེ་རྒྱུ་བཟང་པོ་གཅིག་གྲུབ་བོ་དེ་གྱ་གཅིག་གྱ་ཡང་རེད། སོ་སོ་གི་རྒྱུ་བཟང་པོ་གཅིག་གྲུབ་ཡིན་དུས་ག་ལ་དེའི་གི་འབྲས་བུ་བཟང་པོ་གཅིག་ཡོང་གི་ཡོད་པ་དེ་ཐག་ཆོད་པོ་རེད་དེ་ཡིན་དུས་ག་ལ་མི་གཞན་གི་ག་རེ་ལོ་ན་མ་ལོ་ན་སོ་སོའི་གི་རྒྱུ་བཟང་པོ་དེ་གྲུབ་པ་ཡིན་དུས་རྒྱུ་བཟང་པོ་དེ་གི་འབྲས་བུ་བཟང་པོ་དེ་ཚེ་འདི་ལའམ་ཡང་ན་མ་འོངས་པ་ན་ཡོང་གི་རེད་བསམ་པའི་གི་ཡིད་ཆེས་དང་གདེང་ཚོད་ཡོད་པ་ཡིན་པ་ཡིན་ན་མི་གཞན་གི་གཅིག་གི་མང་པོ་གཅིག་ལོག་གི་ཡིན་ན་ཡང་དེ་ཙམ་གྱིས་སོ་སོ་ལ་གནོད་སྐྱེལ་གི་མེད་པ་རེད་བ་ཅིག། ཡང་ལྡོག་ཕྱོགས་ནས་རེ་བ། སོ་སོའི་གི་ལས་ཀ་དེ་བྱེད་པའི་སྐོབས་ལ་དངོས་གནས་དྲིན་ལན་གོ་ལ་མགོ་སྟེར་དྲིན་གྲོལ་གཡོ་སྒྱུ། ཨ་ནི་དམིགས་ཡུལ་ངན་པ་ཅང་ཨན་ཕྱི་ལོག་ལ་ཕྱིས་ཀྱི་རྣམ་པ་འདྲ་བའི་འདྲ་ཆགས་ཆགས་བྱེད་བྱེད་པའི་སྐོབས་ལ། ཨོ་མི་གཞན་དག་ཚོ་གི་ཨོ་ད་ཁྱེད་རང་གི་ལས་ཀ་དེ་ཨ་ནི་འབད་དེ་ཞོབ་ཅིག་རེད་ད་དངོས་གནས་དྲིན་ལན་གོ་ལ་ཕན་སེ་ཞོབ་རེད། ཞའོ་ཡའོ་རེད་ཟེར་ནས་བསྟོད་ར་བཏང་པ་ཡིན་པ་ཡིན་ན་ཡང། སོ་སོ་གི་ལས་ཀ་དེ་བྱས་ཀྱི་དམིགས་ཡུལ་དང། ཨ་ནུ་ཀུན་སློང་ག་རེ་ཡིན་པ་དེ་སོ་སོས་གསལ་པོ་ས་ཞང་ཤིང་གི་རེད་བ། མི་ག་བསྟོད་ར་བཏང་ན་མ་འདང་ན་སོ་སོའི་གི་བྱས་པའི་གི་རྒྱུ་དེ། སོ་སོའི་གི་གྲུབ་པའི་གི་རྒྱུ་དེ་རྒྱུ་ངན་པ་ཅིག་ཀུན་སློང་ངན་པ་ཅིག་ཡིན་པ་ཡིན་དུས་གང་ལ་དེའི་གི་ཨ་ནི། མ་འོངས་པ་ན་ཡོད་ཡོད་ཀྱི་འབྲས་བུ་དེ་འབྲས་བུ་ངེས་པ་ཅན་མ་གཏོགས་འབྲས་བུ་བཟང་པོ་ཞིག་ཡོང་གི་མེད་པ་དེ་སོ་སོའི་ཧ་གོ་བ་སོགས་པ་ཡིན་པ་ཞིག་ན་ཡང་དེ་འབྲས་ཀྱི་བྱ་བ་ངེས་པ་ལ་མི་འཇུག་པའི་ཁྱད་པར་ཡོང་གི་རེད། དེ་ཡིན་དུས་ག་ལ་རྒྱུ་འབྲས་རྟེན་འབྲེལ་གྱི་སྟེང་ནས་ར་ར་མི་རྩེ་མི་རྩེ་ག་སོ་སོའི་མི་རིགས་འཚོ་བའི་ན་ལོག་ལ་འོ་དེ་འབྲས་ཀྱི་ཁྱད་པར་དུ་ག་ག་འདྲ་འདྲ་ལས་འབྲས་ཟེར་གི་ན་ཤ་དེ་དང་རྒྱུ་འབྲས་རྟེན་འབྲེལ་གཉིས་མཉམ་པོར་སྒྲུབ་གི་རེད།

ད་ཉམས་ནས་ཉམས་ནས་ཟིག་སྐད་བཞིན་པར་ཟིག་སྐད་ཡོད་པ་མ་དེ་ཡིན་ན་ལྟ་གྲུབ་འདི་འདྲའི་ཐོག་ནས་བསམ་བློ་གཏོད་འདོད་ག་ལ་སེམས་ལ་རྒྱ་ཆེ་རྒྱ་བཏང་བ་ཕན་ཐོགས་ཡོང་གི་འདུག་དཔེ་ཆ་ཤར་བ་ཡིན་པ་ཡིན་ན། ང་ཚོའི་སྤྱི་ཚོགས་ནང་ལོག་ལ་ཡིན་པ་ཡིན་ན་གོ་བ་ཡིན་པ་ཡིན་ན་གཅིག་གིས་ཨ། དཔེར་ན། མཚོ་སྔོན་ག་རེ་ཆ་ཤར་བ་དང་ང་ཚོའི་བོད་པའི་སྤྱི་ཚོགས་ནང་ལོག་ལ་དེ་བྱས་འདྲ་ག་རེ་ཡོད་རེད་ད། ཨ། ད་ངས་འདི་ནམ་རྒྱུན་དེའི་ནང་བཞག་ཞོག་ཁྲོས་ལྡན་བྱས། དེ་ནས་ཁོར་ཡུག་བྱས། དེ་ནས་དཔལ་འབྱོར་སྡེ་ཚན་ནང་ལོགས་ལ་ཏུའུ་ཀྲུའུ་ཟི་ཏི་ཞོ་ཧོ་གཅིག་གི་བསམ་བློ་དང་རེ་དཔེ་ཆ་བཞག་པའི་ན་ས་ང་ཚོ་འཕྲོད་བསྟེན་སྡེ་ཚན་ནང་ལོགས་ལ་ང་ཚོས་ཁོར་ཡུག་སྲུང་སྐྱོབ་བྱེད་དགོས་རེད་ཁོར་ཡུག་ལ་གཅེས་སྤྲས་བྱེད་དགོས་རེད་ཟེར་བྱས་སྐད་ཅིག་རྟག་པར་སྲུང་དགོས་ཧ་རུ་བ། དེ་ཡང་ལྟ་གྲུབ་ཡོང་ས་དེ། བསམ་བློ་གཏམ་པོ་ཡོང་ས་དེ།

བཏོན་ནས་གྲུབ་པའི་ཀྱི་ནི་ལྟ་གྲུབ་དེ་འདྲས་ཅིག་ཡིན་པ་ཡིན་དུས་གང་ལ་རང་ཉིད་གང་ལ་བརྟེན་སའི་ཀྱི་ནི་གཞི་དེ་ལ་སྲུང་སྐྱོབ་བྱེད་དགོས་ཏེ་རང་བཞིན་གྱི་ནི་འགན་འཁྲི་རང་བཞིན་གྱི་ནི་བྱེད་དགོས་ཀྱི་འོས་འགན་གྱི་ཆ་དེ་ཡོད་རེད་ཟེར་འོ་དེ་ལེགས་འདུག་རེད་པ། འོ་དེ་དེ་འདྲུག་ལྟ་གྲུབ་དེ་ལེགས་རེད་འོ་རེད་ད་དཔེར་ན། ངས་ཁོར་ཡུག་ཟེར་དེ་དག་ཅི་ལྟར་མི་ཡོང་ཅིག་གིས་ཁོར་ཡུག་ཆེད་ལས་སྡེ་ཚན་དེ་ཚོས་བཤད་པའི་ན་གཞོན་འབྲི་བྱའི་རྒྱ་ཡོད་དེ་ང་རང་གི་ད་སྟོབས་ཏིག་གི་གོ་བ་རྒྱ་ཐག་རེད་བ་འདི་འདྲ་ཞིག་རྒྱག་དགོས་རེད་ད། ཁོར་ཡུག་ཟེར་དེ་གོ་ལ་འཇུ་བ་ཞིག་གི་གནས་ཚུལ་གྱི་གལ་ཆེ་ཤེས་དགོས་བ་རེད། དེ་ཡོང་དུས་ག་ལ། ཁོར་ཡུག་སྲུང་སྐྱོབ་བྱས་ཟེར་དུས་འཇུ་བ་ཞིག་ལ་གཅེས་སྤྲས་བྱེད་གལ་ཆེ་ཞེས་ཤེས་དགོས་བ་རེད་དཔེར་ན། རླུང་མཁའ་རླུང་ལ་གཅེས་སྤྲས་བྱས་ཟེར་དུས་ང་ཚོས་མི་འཚོ་གནས་བྱས་བ་དེ་མི་དང་དུད་འགྲོའི་རིགས་དུ་མ་འཁོར་ཅིག་འཚོ་གནས་བྱས་བ་དེ་འཛམ་བུ་གླིང་འདིའི་གང་གི་མཁའ་རླུང་རླུང་དེ་ལ་བརྟེན་ནས་གནས་བསྡད་བ་རེད། དེ་ཡིན་དུས་ཁ་རླངས་རང་ཉིད་གང་ལ་བརྟེན་སེལ་གྱི་སྣུམ་ཁ་རླུང་དེ་ལ་སྦགས་བཙོག་མ་འགྲོ་བ་དང་ཁ་རླུང་དེ་བཙོག་པ་མང་ས་བ་བྱས་ཏེ་ཨ་ནི་ཆེ་དྲས་བྱེད་ཁུག་རེད་ཟེར། ད་དེ་ནས་དེ་འདྲ་བའི་རླུང་ལ་ཆེ་དྲས་བྱེད་ཁུག་རེད་ཟེར་ཁ་རླུང་དེ་ཡང་ད་ག་འདྲས་རེད་ཟེར་ཏེ་འདི་ཞོའུ་ཡག་པོ་ཕན་སོང་ང་ཁ་སང་ཁ་ཡིན་དགོན་བདག་ཅེས་ཀྱོའི་ཟངས་མཐོ་རུམ་ཆེད་བཀའ་སློབ་བྱེད་ཉན་ཡོང་ཞོའུ་ཕན་སོང་དེའི་ནང་ལོགས་ལ་ག་འདྲས་སང་བ་རེད། ང་ཚོ་ཆོས་ནས་དག་གི་རེད། ཆོས་ནས་ཤེས་དུས་ག་ལ། གཞན་སེམས་ཅན་ཐམས་ཅད་ཀྱི་ཆེད་དུ་བཤད་ནས་ཨ་ནི་ངའི་གི་ཨ་ནི་ཕན་པ་འགྲོ་གི་ཉིད་ཟེར་ནས་ཀུན་སློང་དེ་གཞན་སེམས་ཅན་ཐམས་ཅད་བྱེད་གི་བ་རེད། ཡིན་ན་ཡང་དངོས་སུ་དོན་དངོས་ཐོག་ལ་སོ་སོ་གི་མཐོང་མ་ཐུབ་པའི་གཞན་སེམས་ཅན་ཐམས་ཅད་དང་ཅི་ཐོག་འགལ་ཡོད་མ་རེད་མགོ་གཙང་ས་དེ་ག་ནས་གཙང་བ་རེད་ཟེར་ན་སོ་སོར་ཉེ་འཁོར་དུ་ཡོད་པའི་གི་སེམས་ཅན་དེ་ལ་ལག་ལེན་བསྟར་ཡ་དེ་ཉེ་འཁོར་ཡོད་པའི་སེམས་ཅན་དེ་ལ་ཕན་ཐོག་འགྲོ་ཡ་དེ་རེད། ད་ག་ནང་བཞིན་གྱི་སྤྱི་ཚོགས་ཀྱི་ནང་ལོགས་ལ་འཛམ་བུ་གླིང་སྤྱི་ཚོགས་ནང་ད་ག་རང་རེད། འཛམ་གླིང་སྤྱིའི་གི་གོ་ལོག་ལ་སྲུང་སྐྱོབ་བྱེད་གུ་གུ་རེ་བྱས་ནས་ལོག་པ་ཡིན་པ་ཡིན་ན་མི་ལོ་ངའི་མི་དེ་གས་འཛམ་བུ་གླིང་གི་གོ་ལ་ཆ་ཚང་ལ་ཁོས་ཁོར་ཡུག་སྲུང་སྐྱོབ་ལས་ཀ་དངོས་སུ་བྱེད་ཐུབ་གུ་རེ་བྱེད་ཐུབ་གུ་མ་རེད། ཡིན་ན་ཡང་ཀུན་སློང་དེ་དང་ཨ་ནེ་གཅིག་གི་འདུན་པ་དེ་ཨ་ནེ་འཛམ་གླིང་སྤྱི་ཡོངས་ཀྱི་གོ་ལོ་ལ་གོ་ལོག་དང་ཨ་ནེ་ཁོར་ཡུག་ལ་སྲུང་སྐྱོབ་བྱེད་ཀུན་སློང་དེ་ཡོད་པའི་ཐོག་ནས་བྱ་བ་དངོས་སུ་འགོ་བཙུགས་ཡས་དེ་དངོས་སུ་འགོ་བརྩམས་ལྷག་དེ་རང་ཡོད་ཟེར་གི་ས་ཆ་དེ་ནི་འགོ་ཚུགས་རེད་ཟེར་དུས་ག་ལ་ཞོལ་ཆུ་གོ་བ་དོ་བ་ང་འདི་ཕན་པོ་ཞོར་བྱུང། འདི་ཡིན་དུས་ག་ལ་ང་ཚོ་ཁ་རླུང་ལག་ཆད་གྲགས་བྱེད་དགོས་རེད་ཟེར་ན་རང་དད་ཟེར་གི་ས་ཆ་ད་ག་རང་གི་སོ་སོ་དད་ཟེར་གི་ཁམས་པ་དེ་གི་ཉེ་འཁོར་གི་རླུང་དེ་ལ་གཅེས་སྤྲས་བྱས་ནས་ཅི་ནས་འགོ་ཚུགས་དགོས་ཡོད་རེད་ཟེར་རོ། མཚམས་མཚམས་ང་ཚོ་བསམ་འདི་ནི་ཁུག་དོ། ཨ་ནི་འཛམ་གླིང་ཁོར་ཡུག་སྲུང་སྐྱོབ་སུ་ལ་འོས་རེད་ད་ང་མི་གཅིག་གི་གང་ཕན་ཐོག་ཡོད་ཉེས་ཆད་གར་བཅད་ཡོད་ཟེར་ཡོད་མ་འདི་མ་རེད་བ་རང་སོ་སོ་སོ་སོ་དེ་ནས་འགོ་ཚུགས་རེད་ཟེར། ཨན་ཙའུ་བླ་མ་རྣམས་ཀྱིས་གསུང་གོ་རེད་བ། འཛམ་གླིང་གི་བྱང་རྩེ་གོམ་པའི་ཇེ་གོ་གོ་ཡོད་པ་ནས་ཐོག་མར་ག་ནས་འགོ་བཙུགས་གོ་རེད་ཟེར་ན་ཐོག་མར་སོ་སོའི་མི་སྒེར་གྱི་ངོས་ནས་འགོ་བཙུགས། དེ་ནས་སོ་སོའི་ཁྱིམ་ཚང་ནང་ལ་སྤེལ། དེ་ནས་གྲོང་པ་ཁྱེད་ཚེ་ལ་འཕེལ། དེ་ནས་གྲོང་ཚོ། དེ་ནས་གྲོང་ཁྱེར། ཨན་དེ་ནས་ཨན་རྒྱལ་ཁབ། དེ་ནས་རྒྱལ་ཁབ་ནས་རྒྱལ་ཁབ་དེ་འདྲའི་ཟེར་ནས་ཨན། དགོན་པའི་ཏང་བཅས་ནས་ཨ་ནི་འཛམ་བུ་གླིང་སྤྱི་ལ་ཨ་ནི་བྱམས་བརྩེ་ཁྱོ་བོའི་ཁྱོ་བོའི་ཏང་དག་ཚོས་དེ་འདྲའི་ཟིན་ནས་བཏང་དགོས་རེད་གཞི་སྟེ་དགོན་པའི་ཏང་དག་དེ་ཡང་དེ་འདྲའི་ཟིན་ནས་བཏང་དགོས་རེད་ཟེར་ནས་དེ་གསུང་དགོས་རོགས་དེ་དང་གཅིག་པ་རོ་རེ་དང་འོ་དེ་རེ་བཞག་ད་དེ་རླུང་དེ་བྱས་དེ་ནས་ད་ཆུ་དེ་ཡང་གཅིག་པ་རོ་ཆུ་ལ་གཅེས་སྤྲས་བྱས་དེ་ཡང་འོ་ད་ང་ཚོ་ཆུ་ལ། ང་ཚོས་གསོལ་ལྡན་གྱི་རིགས་འདི་ག་ཐམས་ཅད་འཚོ་གནས་བྱས་ཏེ་ཆུ་ལ་བརྟེན་རེད་མ་གཏོགས་ཕྱི་མོས་པས་ན་འཚོ་གནས་བྱེད་ཐུབ་བརྟེན་ཐོས་ཡོད་མ་རེད་པ་དེ་ཡིན་དུས་ག་ལ་རང་ཉིད་འཚོ་གནས་བྱས་ཏེ་ཆུ་དེ་ལ་བརྟེན་དགོས་པ་ཡིན་དུས་ག་ལ་གང་ལ་བརྟེན་སའི་གི་ཨན་ཆུ་དེ་ལ་གཅེས་སྤྲས་བྱེད་འོ་རེད་ད་གཅེས་སྤྲས་བྱས་ཚེ་མགོ་བཙུགས་ས་དེ་ག་ནས་བཙུགས་རེད་ཟེར་ན་རང་གི་ཉེ་འཁོར་དུ་ཡོད་པའི་གི་ཨན་ཆུ་རྒྱུག་ཆུ་ལ་སོགས་བ་དེ་འདྲས་ནས་བྱས་ནས་མགོ་བཙུགས་བྱས་ནས་ཨན་གཅེས་སྤྲས་བྱེད་འོ་རེད། ཨང། དེ་ནས་ས་དང་གཅིག་པ་རེད། རང་ཉིད་གང་ལ་གནས་སའི་གི་ས་ཆ་དེ་གཅེས་སྤྲས་བྱས་ནས་འགོ་བཙུགས་ཏེ་ཨ་ནི་འཛམ་གླིང་སྤྱི་གི་ད་ཨ་ནི་སྤྱི་གི་གོ་ལ་ཨ་ནི་སྲུང་སྐྱོབ་དང་གཅེས་སྤྲས་བྱས་ཏེ་ཨ་ནི་འགོ་དེ་ནས་འགོ་བཙུགས་ཡོད་རེད། འོ་དེ་རེད་དེ་གས་ཚང་མ་དག་རྟེན་འབྱུང་གི་ལྟ་གྲུབ་དེའི་ཐོག་ནས་ཡོང་དགོས་ཡོད་རེད་རེད་བ་མཁྱེན་སོགས་དེ་བྱས། དག་ནང་བཞིན་གྱི། སྨན་པ་དང། ནད་པའི་པར་རག་གི་ཕན་ཚུན་ལྟ་གྲུབ་གོ་བསམ་བློ་བཏང་ཐག་ཆོད་རོགས། དེ་ཡང་དེ་ལ་གོ་བ་ཆང་ཕན་ཐོགས་ཞོར་སྤྱོད་རེད། གང་ཡིན་ཟེར་ན། ང་ཚོས་ནམ་རྒྱུན། ཚོར་སྣང་ནང་ལོག་ཧོབ་ཏུ་ག་ལ་སོན་ན་ནད་པ་དེ་སྨན་པ་ལ་བསྟེན་དེ་འོན་ཏོ་སྨན་པ་ལ་ཅིག་གིས་ནད་པ་ཞེ་དྲག་འབྲེལ་བ་མེད་པའི་ཟིན་བྲིས་སྒྲོག་ཅིག་དེ་འདྲས་བྱུང་གོ་རོགས་དེ་མ་རེད་པ་དེ་ཡིན་དུས་ག་ལ། གང་ཡིན་ཟེར་ན། ནས་སྨྲས་པ་དེ། སྨྲས་པ་ལ་རིགས་གཉིས་ཀྱིས་བསྐོར་རོ། སྨྲས་པ་འགའ་ཤས་དེ། ད་སྨྲས་པའི་ལས་ཀ་བྱས་ཏེ་ཕྱོགས་གཅིག་ནི་ཁོ་རང་གི་འཚོ་གནས་གཅིག་ཏུ། ཕྱོགས་གཅིག་ནི་ཁོ་རང་འཚོ་གནས་དང་ཨ་ནེ་གཅིག་གི་གླ་ཆ་དང་དེ་འདྲས་ཀྱི་ཆེད་དུ་ཡོང་གི་འོར་བ། ན་རིགས་གཅིག་དེ། གླ་ཆ་འདི་དེ་འདྲས་ཀྱི་ས་ལོ་མེད་པ་དང་ཉོ་རིགས་ཉུང་ཉུང་ཡིན་གྱི་རུ་བ་ད་མང་ཆེ་བ་དེ་ད་གོ་ཉིན་བཅུའི་གྲབས་བྱས་དངུལ་ས་ཡ་ཆད་ཡང་མི་ལ་ཕན་ཐོགས་བྱས་རབས་གཉིས་གོ་ཉིན་བཅུའི་གྲབས་བྱས། ཡང་འགའ་ཤས་ཕྱིའི་རྟེན་ཡང་དངོས་གནས་ཅིག་གིས། དེ་རང་བྱས་ནས་རྦད་དེ་མི་ལ་ཕན་བདེ་འགྲོ་ཡས་ཀྱི་དེ་འདྲས་ཀྱི་བསམ་བློ་ཅིག་གི་ཐོག་ནས་སྨད་པའི་ལས་ཀ་བྱེད་ཀྱི་ཡོད་པ་ཡིན། གང་ལྟར་རིགས་རྙིང་རྣམས་དུས་འཁོར་དེ་འདྲས་ཅིག་ག་འདྲས་ཡིན་པ་ཡིན་པ་ཡིན་ན་ཡང། ཨ་ནི་སོ་སོ་འཚོ་གནས་ཀྱི་ཆེད་དུ་སྨད་པའི་ལས་ཀ་བྱས་དེ་ངས་ཅིག་ཡིན་པ་ཡིན་ན། ཨ་ནི་སོ་སོ་འཚོ་གནས་བྱས་ཏེ། སོ་སོ་ལ་གླ་ཆ་རག་ཡས་དེ་ནད་པ་ཅིག་ཡོད་པ་ཡིན་པ་ཡིན་ཙང་ཨ་ནི། སྨད་པའི་ལས་ཀ་དེའི་ཐོག་ནས་སོ་སོ་ལ་ཨ་ནི། འཚོ་གནས་ཆེད་ཀྱི་དངུལ་ཅིག་རག་གི་ཡོད་རེད། སོ་སོ་ལ་ལས་ཀ་ཅིག་རག་གི་ཡོད་རེད། སོ་སོའི་འཚོ་བ་དེ་དེ་སྟེང་ནས་བསྐྱལ་སྡོད་དགོས་པ་ཡིན་དུས། ཨ་ནེ། དེ་འདྲའི་འོས་ཀྱི་ཨ་ནེའི་སྨྲས་པ་དེ་ཆ་བཞག་པ་ཡིན་ན་ངེས་པར་དུ་ནད་པ་ལ་བརྩི་འཇོག་དགོས་ཀྱི་རེད། བརྩི་བཀུར་དགོས་ཀྱི་རེད། ག་རེད་ཟེར་ན་ཁྱེད་རང་འཚོ་གནས་བྱས་ཏེ། ནད་པ་ལ་བརྟེན་ནས་འཚོ་གནས་བྱེད་དགོས་ཀྱི་ཡོད་པ་དེ་ན་ཁྱེད་རང་གང་ལ་བརྟེན་ས་དེ་བརྟེན་ནས་བྱུང་ཟེར་བ། བརྟེན་ནས་ཁྱེད་རང་བྱུང་བའམ་འཚོ་ས་དེ་ཨ་ནེ་ནད་པ་དེ་ཡིན་པ་ཟེར་ནད་པ་ལ་ཅི་འདྲ་བྱེད་དགོས། ད་ནངས་བཤད་མཁན་ཡང་གཅིག་གིས་ནད་པ་ལ་ཕན་སེམས་ཀྱི་ཐོག་ནས་སློབ་སྦྱིན་གྱི་བྱ་བ་དང་ཨ་ནེ་གཅིག་གིས་ཕན་པ་རྒྱ་ཆེན་པོ་བསྒྲུབ་མཁན་ཞིག་ཡིན་པ་ཡིན་ན་ཡང་ཁྱེད་རང་གིས་ཕན་འདོགས་ཀྱི་ཨ་ནེ་སྤྱི་ཚོགས་ཀྱི་ཞབས་ཞུ་ཡང་ན་ཆོས་ཀྱི་ཉམས་ལེན་ཡིན་པ་ཡིན་ན་ཆོས་ཉིན་གཅིག་གི་ཉམས་ལེན་ཡིན་ན་སྤྱི་ཚོགས་ཀྱི་ཞབས་ཞུ་ཡིན་ན་དེ་འདྲའི་ཞབས་ཞུ་བྱུང་བའི་གོ་སྐབས་ཡོང་བས་དེ་འདྲའི་ཞབས་ཞུ་ཞུ་སའི་ཡུལ་གཅིག་ནད་པ་ཅིག་ཡོད་པ་ཡིན་དུས་དེ་འདྲའི་ཞབས་ཞུའི་ཆུ་བོའི་གོ་སྐབས་དེ་བྱུང་བ་རེད། དེ་ཡིན་དུས་གང་ལ་གང་ཞབས་ཞུ་ཞུ་སྲོལ་གྱི་ཡུལ་དེ་ལ་ཡང་བརྩི་བཀུར་དང། གུས་བརྩི་ཆེ་བོ་རེད་ཟེར་དེ་བྱས། ད་འང་ནང་བཞིན་གྱི་ནད་པ་ཞིག་ཡིན་པ་ཆ་བཞག་པ་ཡིན་ན་ཡང། ཁྱེད་རང་ལ་དངུལ་འབྲོག་ལར་ཆག་པ་ཆག་པ་ག་ཚད་ག་ཚད་ཡོད་པ་ཡིན་པ་ཡིན་ན་རོགས། ན་བའི་སྐབས་ལ་དངུལ་དེ་གའི་དངུལ་རྗེས་མ་ཁོ་རང་གི་དམར་པོ་ཁོ་རང་གིས་དེ་སྨན་བཅོས་བྱས་ཡོད་རེད་གསུངས་ཡོད་མ་རེད་པ། ངེས་པར་དུ། ཨ་ནི། ན་བའི་སྐོབས་ལ་སྨན་བཅོས་བྱེད་མཁན་གྱི་སྨན་པ་ཅིག་བཙལ་ནས་ཨ་ནི་སྨན་པ་དེ་གིས་སྨན་བཅོས་བྱེད་དགོས་རེད་མ་གཏོགས་བེད་ཀི་ཡི་རང་ལ་རྒྱུ། དཔལ་འབྱོར། ག་རེ་ཅིག་གི་དབང་ཐང་ག་རེ་ཡོད་པ་ཡིན་པ་ཡིན་ན་ཡང་ན་བའི་སྐོབས་ལ་ནད་པ་ཅིག་སྨན་པ་ཅིག་བཙལ་རྗེས་སྨན་པའི་བཤའ་བཅོས་བྱེད་དགོས་སྨན་པ་ལ་བསྟེན་དགོས་རེད་མ་གཏོགས་བེད། ག་རེ་ཡིན་པ་ཡིན་ན་ཕན་ཐོགས་མི་ཐོགས་དེ་དུས་དབང་ཆས་ཀྱི་ཕན་ཐོགས་གི་མི་འདུག་ལ་ཨ་ནེ་གཅིག་གིས་དཔེ་ཆ་ག་ཚོད་ཡོད་པ་ཡིན་ན་ཕན་ཐོགས་གི་མི་འདུག་གང་ལྟར་ཨམ་གཅིག་ལ་བརྟེན་དགོས་ཀྱི་འདུག་དེ་ཡིན་དུས་གང་ལ་ནད་པ་ཅིག་ཡིན་པ་ཡིན་ན་ཡང་སོ་སོ་གི་ནད་དྲག་སྐྱེད་ཉུང་བས་དང་དེ་གའི་ཚང་མ་དེ་ག་ནས་སྨན་པ་ལ་བརྟེན་དགོས་པ་ཡིན་དུས་གང་ལ་སྨན་པ་ལ་ཡིད་ཆེས་དང་བརྩི་བཀུར་གོ་རེ་བསད་དེ་འཕྲོད་བསྟེན་སྡེ་ཚན་ནང་ལོགས་ལ་ཕན་ཚུན་བསྟུན་ནས་གྲུབ་པའི་གཏེར་དྲུག་གི་ནང་འབེལ་གྱི་གཏེར་དྲུག་སྣ་ཤ་དེའི་ཐོག་ནས་ཨ་ནེ་གཅིག་གིས་ཚིག། ག་སོ་བར་སྨན་བཅོས་མི་སྣ་དང་ནད་པའི་བར་དུ་ཕན་ཚུན་གྱི་བརྩི་བཀུར་གོ་བའི་དེ་གཅིག་གི་ཆེད་དུ། ད་ནང་བཞིན་གྱི་ཚོང་གི་སྡེ་ཚན་ནག་ལོ་ལ་ཆགས་བཞག་པ་ཡིན་ན། ཚོང་པ་དང་བྱ་ལང་ཉུང་ངལ་གྱིས་ཆགས་བཞག་པ་ཡིན་ན། ད་ཚོང་པ་བཅས་ཆགས་བཞག་པ་ཡིན་ན། ཁོ་ཚོང་སྐྱོར་བྱས་ནས་ཚོང་གི་ཁེ་སྤོགས་ཡོང་ས་དེ་ག་ནས་ཡོང་དགོས་པ་རེད་ཟེར་ན་འཛད་སྤྱོད་པ། བྱ་ལང་ཉུང་ངལ་དེ་གའི་ལ་བརྟེན་ནས་ཁོ་ལ། ཁྱེད་སང་དེ་རག་གི་ཡོད་རོགས་ཁྱེད་སང་རག་ས་དེ་རྩ་ལག་ཉོ་མཁན་གི་རྩ་ལག་བཙོང་སའི་གི་ཡུལ་དེ་ལ་བརྟེན་ནས་ཨན་ཁོ་ལ་ཁྱེད་སང་དང་དངུལ་དེ་རག་གི་ཡོད་པ་ཡིན་དུས་གང་ལ་ཨན་ཁྱེད་རང་གི་ཨན་ཚོང་ལས་བྱེད་པའི་སྐོབས་ལ་ཁྱེད་སང་སྤྱི་བོ་མ་ཡིན་པ་ཨན་ཁྱེད་རང་གི་ཨན་འཚོ་གནས་བྱེད་སའི་གི་ཡུལ་གི་ཨན་རྩ་ལག་ཉོ་མཁན་དེ་གས་གི་བདེ་ཐང་དང་འདི་སྐད་ཀྱི་འཕྲོད་བསྟེན་དང་འདི་སྐད་ལས་བསམ་བློ་བཏང་བྱས་ནས་ཁྱེད་རང་གི་བཅའ་ལག་རྩོམ་པའི་སྐོར་ལ་ཟས་ཟས་རིགས་དང་ག་རེ་ཡིན་པ་ཡང་འདི་འདྲ་རྩོམ་པའི་སྐོར་ལ་འདི་འདྲའི་བསམ་བློ་བཏང་དགོས་ཀྱི་རེད། གང་ཡིན་ཟེར་ན་ཁྱེད་རང་འཚོ་གནས་བྱས་པ་དེ་ཁོང་ཚོ་ལ་བརྟེན་ནས་འཚོ་གནས་བྱེད་དགོས་ཀྱི་འདུག་གང་ཟེར་ཅིག་བྱས་ད། འཛད་སྤྱོད་པ་བཅའ་ལག་ཉོ་མཁན་ཞིག་ཡིན་པ་ཡིན་པ་ཡིན་པ་ཡིན་པ་ཡིན་ན་ཡང། སོ་སོ་ལ་དངུལ་ཡོད་པ་ཡིན་ན་གྲོགས་འོག་གཏོར་བའི་སྐོར་ལ་དངུལ་སྦྱིན་པ་ཟ་ཡི་གེ་ཡོད་མ་རེད་བ། ག་རེ་ཡིན་ན་ཟ་ཡི་བ་མ་གང་ལྟར་འདི་བྱེད་པོ་ལོག་བྱས་ནས་གཅིག་གི་ཆ་ལག་ཅིག་ཉོས་བྱས་ནས་ཨེ་ན་གཅིག་ཚལ་ཅིག་ཉོ་འོ་རེད་ཟས་ཅིག་ཉོ་འོ་རེད་ཟ་ཡ་ཡིན་ན་ག་རེ་ཡིན་ན་གཅིག་གོ་དགོས་དེ་གས་ཨེ་ན་དངུལ་དང་བྱེད་པོ་ལོག་བྱས་ཨེ་ན་ཞི་གནས་བེད་སྤྱོད་བྱུང་དགོས་རེད་བ་དེ་ཡིན་དུས་ག་ལ་དེ་ལས་བཙོག་ངན་ཅིག་མེད་པ་ཡིན་པ་ཡིན་ན་ཨེ་ན་ཨེ་ན་ཉོ་མཁན་དེ་ཡང་ཁོ་འཚོ་གནས་ཅི་ཐུབ་དབུལ་བ་མ་རེད་དེ་ཡིན་དུས་ག་ལ་ཨེ་ན་དགོས་མཁོ་སྤྲད་མཁན་དེ། ཨ་ནི་ཚོང་པ་དེ་གས་ཆ་དེ་ཡོང་དུས་ག་ལ་བྱ་ལོག་ཉོ་ཚོང་བྱེད་མཁན་ཉོ་མཁན་ཅིག་ཡིན་པ་ཡིན་ན་ཡང་ཨ་ནི་བྱ་ལོག་ཚོང་མཁན་དེ་གས་ལ་ཨ་ནི་གུས་བརྩི་བྱེད་དགོས་ཀྱི་རེད་གང་ཡིན་ཟེར་ན་དེ་གས་ཚང་མ་དེ་གས་ཕན་ཚུན་གཉིས་ཀ་བཏོན་ནས་འཚོ་དགོས་ཀྱི་རེད་ཟེར་དེ་བྱས་ད་ག་ནང་བཞིན་གྱི་ང་ཚོའི་གི་གང་ཅིག་གི་ཨ་སྦྱིན་བདག་ཅིག་དང་གཡོག་པོ་ཅིག་ཡིན་པ་ཡིན་ན་ཡང་རེད་བ་དཔེར་ན་ཨ་ལས་ཁུངས་ཆེན་པོ་ཅིག་ལས་ཁུངས་དཔེར་ན་ད་འདི་ད་ག་འདྲ་ག་འདྲས་བཟོ་བ་རེད། ཚོར་བ་འདྲ་བ་ཅིག་ཚོར་བ་འདྲ་བ་ཅིག་ག་འདྲས་ཅིག་ཡིན་པ་ཡིན་ན་རོ། ཚོར་བ་དེའི་ནང་ལོགས་ལ་ཆེ་ས་ནས་ཡི་གེ་ཀོ་ངོས་ལ་ཟེར་ནས་ཡ་ན་མ་ན་ཡི་གེ་གཅིག་མགོ་ཅིག་ཡང་གཅིག་ཆད་པ་རག་ལས་ཀ་ཅིག་ཡང་གཅིག་ཆད་དེ་ནས་ཐ་མ་ཐ་མ་ཡི་གེ་དང་གྱད་གཅིག་ཅིག་ཡང་ན་དེ་འདྲའི་རིགས་གསུམ་ཡུན་འགོར་བ་ད། ད་ནམ་རྒྱུན་བྱས་པ་ཡིན་ན་ད་གལ་ཆེ་ཤོས་ཀྱི་མི་ཚང་གཅིག་གིས་ཨ་ནི་ད་ཚོར་བ་དེ་གལ་ཆེ་ཤོས་ད་དེ་ཀོ་ངོས་དེ་ཡིན་པར་བྱས་ཡིན་ན་ཡང་ད་གྱད་གཅིག་ཅིག་ཡང་ད་དུ་ཚོར་ལ་དེ་ཞེ་དྲག་གནད་འགག་མེད་པར་བརྩི་གི་རོ་ཡིན་ན་ཡང་དེ་མ་རེད་བ། གཅིག་གི་ལས་ཁུངས་ག་འདྲས་ཞིག་ཡིན་པ་ཡིན་ན་རེད་ཚོགས་འཁོར་ག་འདྲས་ཞིག་ཡིན་པ་འདི་ནང་ལོགས་ལ་གཅིག་གི་ཆུ་ལོག་མགྲོན་པོ་དང་འདི་རེ་ལས་ལ་མགྲོན་ཁང་གཅིག་ཡིན་པ་ཡིན་ན་རེད་ཟ་ཁང་གཅིག་ཡིན་པ་ཡིན་ན་རེད་འདི་ནང་ལོགས་ལ་གྱི་ཅི་རྩ་འདྲ་བྱེད་མཁན་གཅིག་མེད་པ་ཡིན་པ་ཡིན་ན་ཨ་ནི་ཁྱེད་རང་གི་ཟ་ཁང་ཡིན་ན་རེད་མགྲོན་ཁང་ཡིན་ན་རེད་ཨ་ནི་ད་ག་ནང་བཞིན་གྱི་ཨ་ནི་ག་ས་རེད་ལས་ཁུངས་ཡིན་པ་ཡིན་ན་རེད་ཨ། ཁྱོད་རང་ནི་རྩ་ན་མེད་པ་ཡིན་པ་ཡིན་ན་ད་དེ་ཁམས་པོ་ག་འདྲས་ཡོད་པ་ཡིན་ན་ཉོན་ཡོད་མ་རེད་པ་ད་འདི་ཡི་དུས་ག་ལ་ཁམས་པོ་དེ་གཉིས་བྱེད་པོ་ཅིག་དང་འདི་བྱེད་པོ་ཅིག་ཡོང་ན་ངེས་པར་དུ་རྩ་འདྲ་བྱེད་མཁན་ཅིག་དགོས་རེད་པ། རྩ་འདྲ་བྱེད་མཁན་དེ་དེ་ཡོང་དུས་ག་ལ་ངེས་པར་དུ་ཁམས་པོ་ཅིག་གིས་དེ་ཡིད་དུ་འོང་བ་ཅིག་མཐོང་འདོད་པོ་མི་ཚང་མའི་བློ་ལ་འབབ་པོ་ཅིག་ཡོང་ཡ་ལ་ངེས་པར་དུ་གྱེས་རྒྱག་མཁན་ཅིག་དང་རྩ་མང་བཟོ་མཁན་ཅིག་ལ་བསྟུན་དགོས་འདུག་ཟེར་གྱི་བ་རེད། རེད། རེད་བ། བཙུད་གུ་ཆུ་བཏུལ་གུ་འདུག་ཨཱས། དེ་ཡིན་དུས་ག་ལ། ཨཱ་ནི། ལས་ཁུངས་གཅིག་ཡིན་ན་རེད། ཚོགས་པ་གཅིག་ཡིན་ན་རེད། དེ་འདྲའི་གི་ཨཱ་ནི། ཁོ་ཕུན་སུམ་ཚོགས་པའི་ཡོན་ཧའེ་དེ། རྒྱའི་རྒྱ་གན་དེ་གི་རྒྱལ་སྤྱིའི་བྱས་པ་ལ་སོགས་པའི་གི་གཙང་མ་བཟོས་རིགས་དེ་གི་གཙང་མ་བཟོས། པ་བ་ག། པ་རག་གི་ལས་ཀ་བྱེད་མཁན་དེ་གི་པ་རག་གི་ལས་ཀ་ཅིག་བྱས། ཡི་གེ་མགོ་རུ་བྱེད་མཁན་ལས་ཀ་དེ་མགོ་རུ་ལས་ཀ་ཧྲ་ཏག་ཏག་བྱས། དེ་གའི་ཆ་འཕྲིན་མཉམ་གཏོང་བྱས་པའི་ལ་བརྟེན་ནས་ཨཱ་ནི་དེ་འདྲའི་གི་ད་ཨཱ་ནི་གྲུབ་འབྲས་ཡག་པོ་དེ་ཡོང་གི་ཡོད་རེད། ཟེར་དེ་དེ་འདྲའི་རེད་བ། དེ་གཅིག་བྱས། དེ་དེ་འདྲས་ཡིན་དུས་ག་ལ་དེ་འདྲས་ཀྱི་ཆ་ནས་ཅིག་ང་གཅིག་ཁོ་ཚོས་ཁོའི་བྱིས་མཐའ་ཡིན་ཁོ་ང་ཚོའི་གཡོག་པོ་ཉིད་ཟེར་དེ་འདྲས་ཀྱི་བསམ་བློ་དེ་མེད་པ་ཚེ་བཙའུ་བླ་མས་གི་ནམ་རྒྱུན་གསུངས་ཡོད་དེར་མི་གཅིག་གྱུར་གྱི་འདུ་ཤེས་བསལ་ཏེ་ཞབས་རྗེས་ཀྱིས་ད་འདི་གོ་རྒྱུ་ཆེན་པོ་ཞུ་ཆོག་རེད་ཅེས་བྱེ་མ་ང་ཚོས་དུས་ཚོད་བྱུང་སོང་ན་དེ་ཤུ་རེ་ཤུ་ཆོག་ཅེས་འོ་དེ་འདྲས་ཀྱི་བསམ་བློ་དེ་ཁྱད་ཆེ་དེ་ན་དེ་བྱེད་གོ་རེ་གསུངས་ཡོད་དེ་རེད་དེ་ནས་རྙེད་པ་ཅིག་ད། ང་ཚོའི་ནམ་རྒྱུན་ནང་ལ་ཡོད་རེད་བ་ད་དེ་ཁོ་ཞོ་རྗེ་རེད་ཁོ་སློབ་སྦྱོང་ཞོ་རེད་ཁོ་ལ་སློབ་སྦྱོང་ཁྱོན་ནས་ཡོད་མ་རེད་ཟེར་ད་ག་ནང་བཞིན་གྱི་མི་སོ་སོ་ཡིན་པ་རེད་ང་ལ་ད་ཁ་སྐད་མེད་བསམ་བྱས་སོ་སོས་སོ་སོར་ཡང་དཔའ་ཞུང་བསྟེན་ངེས་ཡང་ག་བཤད་ན་ང་ལ་ཞོ་ཞུ་ཡོད་བསམ་པའི་ང་རྒྱལ་སྐྱེས་དེ་ག་ཡུན་གོ་རེད་བ་དེ་འདྲས་ཡིན་པ་ཡིན་ན་ཚང་མ་ད་ག་བསྟན་འགྲོའི་གཏི་དྲུག་ནང་བཞག་ད་ནི་རེད་བ་མི་མཁས་པ་དང་འཇོན་པོ་ཟེར་མི་སོ་སོ་སོ་སོ་ལ། བསྟོད་དྲུག་བསྟོད་བྱ་བསྟོད་དྲུག་གིས་སོ་སོ་སོ་སོ་ལ་ཉོན་ཏན་རེ་རེ་ཡོད་རེད་ཟེར་རོ། རྒྱལ་གཅེས་བྱེད་མཁན་གཅིག་ཡིན་པ་ནི་རྒྱལ་གཅེས་བྱེད་མཁན་དང་གཙང་མ་བཟོ་ཡས་ཀྱི་ཆེད་ལས་དེ་མི་ཁོ་རང་གི་ཐུན་མོང་མ་ཡིན་པའི་ཡོན་ཏན་རེད་དེ་འདྲས་ཀྱི་ཡོན་ཏན་དེ་སྐུ་དངོས་དང་མི་གཞན་དག་ཅིག་ལ་ཡོད་རེད་ཟེར་ན་ཡོད་མ་རེད་དེ་སྤྱི་ཚོགས་ནང་ལུགས་ལ་གོ་གི་ཡོད་པའི་གི་སློབ་སྦྱོང་བྱེད་རེད་ཁོ་རང་ཁོ་རང་གི་ཐུན་མོང་མ་ཡིན་པའི་ཡོན་ཏན་བྱེད་རེད་དེ་ཡིན་དུས་ང་རྒྱལ་གཅེས་རྒྱག་མཁན་གཅིག་ལ་ཁོ་རང་ལ་ཐུན་མོང་མ་ཡིན་པའི་མཚང་དེ་བའི་ཡོན་ཏན་གཅིག་དེ་ཨ་ནི་སློབ་སྦྱོང་ཐོལ་བོ་ཡིན་ང་སྐུ་དངོས་དང་ཅིག་བཅས་སའི་དོ་ཚོགས་ལ་མེད་པའི་གི་ཁོ་རང་ཁོ་རང་ལ་ཡོན་ཏན་ཡོད་རེད། ཨན་ཀོ་ངོ་ལ་ཡོད་པའི་ཡོན་ཏན་དང་ཨན་ཏི་ཅི་གི་མགོ་ལ་ཡར་དེད་མཁན་དེ་ངའི་དེ་འདྲའི་མི་ཚོ་ཚོ་ལ་ཡོན་ཏན་ཡོད་པ་ཅིག་ཕི་ཀེ་ལ་མེད་པ་དེ་ཡོར་བ་དེ་ཡིན་དུས་ང་ལ། ཨ། ཁོ་ཞོ་བུ་ཅིག་རེད་ཟེར་ནས་ཆ་ཚང་དག་གི་ཨ་ནི་ཤེས་དེ་མཁན་ཇོན་དེ་མཁན་ཅིག་ཡོད་རེད་ཟེར་ན་ཡོད་མ་རེད་ཟེར་བ་དེ་ཡིན་དུས་ང་ལ། ཨ་ནི། ཨ། མི་སུ་ཡིན་པ་ཡིན་ན་ཡང་སོ་སོ་སོ་སོ་ལ་ཐུན་མོང་མ་ཡིན་པའི་སོ་སོ་སོ་སོའི་ཁྱད་ཆོས་རེ་རེ་སོ་སོ་སོ་སོ་ལ་ཐུན་མོང་མ་ཡིན་པའི་སོ་སོ་སོ་སོ་གི་ཡོན་ཏན་རེ་རེ་ཡོད་རེད་དེ་ཡིན་དུས་ང་ལ། ང་ཚོས་དེ་འདྲ་ཡིན་དུས་ང་ལ་ང་ཞོ་བུ་ཅིག་ཡིན་ཟེར་ནས་ཨ་ནི་ང་རྒྱལ་བྱེད་དགོས་ཡ་རྒྱལ་ཡོད་མ་རེད། ང་ག་གེ་མེད་ས་ནི་ང་ག་གེ་ཞིག་མིན་ས་ནི་བྱས་པས་ནི་བློ་གཞུང་ནས་བློ་སྤངས་པ་གཞུང་དགོས་ཡ་གེ་ཡོད་མ་རེད། མི་སོ་སོ་སོ་སོ་ལ་ཐུན་མོང་མ་ཡིན་པའི་སོ་སོ་སོ་སོའི་ཁྱད་ཆོས་རེ་རེ་ཡོད་རེད་ཟེར། ཨོ་དེ་གས་དེ་བསམ་བློ་བཏང་དུས་ག་ལ་བསྟན་བཅོས་ཀྱི་ལྟ་གྲུབ་དེའི་ཐོག་ནས་ང་ཚོའི་མཚོ་སྔོན་གྱི་ན་ལོ་ལ་ཕན་ཐོགས་ཆེན་པོ་ཞུ་རྒྱུ་ཡོད་རེད་ད་དེ་ནས་རིམ་པ་གསུམ་པ་དེ་རྟོག་པས་བཏགས་པའི་བསྟན་སྒྲུང་ཟེར་དེའི་ཐོག་ནས་ཨ་ནི་ཆོས་ཐམས་ཅད་དེ་ཨ་ནི་རྟོག་པས་བཏགས་ཙམ་མ་གཏོགས་པའི་ཨ་ནི་རང་གི

རྟེན་ཅིང་འབྲེལ་བར་འབྱུང་བ་སའི་ཚིག་གསུང་གི་གོ་དོན་དང། རྟེན་འབྲེལ་གྱི་སྐད་དོད་དང། རྟེན་འབྲེལ་གྱི་མཚན་ཉིད་དང། རྟེན་འབྲེལ་གྱི་དབྱེ་བ་དང། དེ་འདྲའི་གོ་རྟེན་འབྲེལ་གྱི་མཚན་ཉིད་དང་དེ་གོ་དོན་དེ་གའི། ཧ་གོ་བའི་ཐོག་ཧ་གོ་སོང་ན། སྤྱི་ཚོགས་ཀྱི་འཚོ་བའི་ནང་ལོགས་ལ། སོ་སོའི་གི་བསམ་བློ་བཏང་ཐོག་ལ་ཕན་ཐོག་ག་རེ་ཡོད་རེད། གཅིག་གི་སྤྱི་ཚོགས་ཀྱི་ལྟ་གྲུབ་ཀྱི་ཐོག་ལ་བསམ་བློ་བཏང་ཡོད་ལ་ཕན་ཐོག་ག་རེ་ཡོད་རེད་བས་འོ་དེ་གས་ཞུས་ཟིན་པ་བྱས། ད་དེ་ནས་དེའི་ཇོ་དེ་ལ།

རྟེན་འབྲེལ་ཡན་ལག་བཅུ་ཡོད་ཚུལ་འགོད་ཡོད་རེད། ད་དེ་ཚོན་མདངས་ཚུལ་ལོ་ག་རེ་རེད་མོ་འདྲ་མ་འདྲ་འདུག་བ་འོ་དེ་ག་ཚོན་མདངས་ཚུལ་ལོ་ག་རེ་ཡོད་རེད་ཟེར་དུས་ངས་དེ་ཁུངས་དེ་བཀའ་ཐང་ཕ་ཆོས་ཀྱི་གཞུང་དེ་མ་དྲངས་ནས་དེ་ནས་མ་ངོ་སྤྲོད་ཞུས་ཡ་བྱས། ད་བཀའ་ཐང་ཕ་ཆོས་ཟེར་ན་ག་རེ་བཟོ་བ་རེད་ཟེར་ཞོར་དུ་གཅིག་ངོ་སྤྲོད་ཞུས་བཞག་པ་ཡིན་ན་ཡང་ལས་དང་པོ་བཟོ་ལ་ཐུགས་ཕན་གསོས་ཀྱི་རེད་དྲན་འདུག་བཀའ་ཐང་ཕ་ཆོས་དང་བུ་ཆོས་རྣམ་རྒྱུན་ཡོང་འདུག་ག་བཀའ་ཐང་ཕ་ཆོས་བུ་ཆོས་བཀའ་ཐང་པའི་གཞུང། བཀའ་ཐང་ཕ་ཆོས་བུ་ཆོས། བཀའ་ཐང་ཕ་ཆོས་བུ་ཆོས་སུ་ལོག་པ་ཡིན་པ་ཡིན་ན།

དེའི་བརྒྱུད་པ་དེ་ཆོས་རྗེ་པཱ་ནི་ཨ་ཏི་ཤ་ནས་མ་བརྒྱུད་པའི་གི་ཨ་ནི་ད་ནྡེ་པུ་ཏཱ་བོ་ལ་སོགས་པའི་གི་མ་བརྒྱུད་པ་དེ་གས་ལ་ཨ་ནི་ཀ་ཐང་བ་སི་ཆེ་ཨ་ནི་ཀ་ཐང་ས་མ་དང་ཀ་ཐང་ཉི་མ་སེ་བ་དེ་འདྲ་བྱུང་བར་བ་དེ་གས་ཤིག་ད་དེ་གས་ཤུ་མ་གོ་བ་ཚད་ད་དེ་ནས་ཀ་ཐང་ཕ་ཆོས་སུ་ལོག་པ་ཡིན་པ་ཡིན་ན། འདིའི་སྐོར་གི་ཕ་དེ་འབྲོམ་སྟོན་པ་དགེ་བའི་ཆོས་ག་ས་དེ་དགེ་བཤེས་པུ་ཏཱ་བོ་དགོངས་དག་དགེ་བཤེས་པུ་ཏཱ་བོ་དེ་ལ་ཕ་སི་བ་རེད། དེ་བཞིན་པོ་ཏཱ་བོན་གྱི་ཇོ་གཅིག་པ་ནས་ཨ་ཏི་ཤ་ལ་ཡང་བཀའ་འདྲི་ཞུས་པས་བཀའ་འདྲི་ཞུས་ནས་དེ་ལ་ཇོ་གཅིག་གི་མ་བཀའ་ལན་གནང་བཞག་པ་དེ་ལ་བཀའ་གདམས་ཕ་ཆོས་ཟེར་བ་རེད། དགེ་བཤེས་སྤོ་ད་བ་ལགས། ཨ་ནི། ག་ཞོག་དགེ་བཤེས་སྤོ་ད་བ་ལགས་བཀའ་གདམས། ཕ་བཞུགས་དགོས་པའི་རྒྱུ་མཚན་ག་རེད་ཟེར་ན། བཀའ་གདམས་བསྟན་འཕེལ་གྱི་བདག་པོ་དེ་ཇོ་གཅིག་ཇོ་གཅིག་པ་འདི་ཨ་ཏི་ཤ་ཡ་གི་ཨ་ནི། ད་འདི་འདི་ག་ཞོག་རེད། ཇོ་གཅིག་པ་འདི་ཨ་ཞེ་ད་ང་འདི་ཕྲུག་དེ་དགོངས་དག་ད་འདི་ངས་འདི་བོད་ངས་ཇོ་གཅིག་པ་འདི་ཨ་ཏི་ཤ་ཞུས་ཡིན་ཟེར་བས་འདི་ཞུ་དགོས་རེད་ད་འདི་འབྲོམ་སྟོན་པ་ཞུ་ཡི་མི་གལ་ཆེ་རེད་ད།

ནང་བྱེད་ཡན་ཆད་དང་ངང་དུ་འཆར་ཐུབ་པའི་གི་དེ་འདྲས་གི་ཆུས་རྒྱུད་གི་མི་ངང་ཆུས་རྒྱུད་པའི་གི་ཨ་ནི་དང་ངང་བྱེད་ལ་བཀའ་གདམས་པ་བྱེད་འདི་བྱེད་རམ་ཞེས་གསུངས་པ་རེད། དེ་ནས་བཀའ་གདམས་ཕ་ཆོས་སི་ཏུ་ག་ལ་འབྲོམ་སྟོན་པ་དགེ་བའི་འབྱུང་གནས་ཀྱིས་ཨ་ནི་ཇོ་རྗེ་པ་ནི་ཨ་ཏི་ཤ་ལ་ཡང་བཀའ་འདྲི་ཞུས་པ་འདི་འཇགས་ནས་གནང་བ་དེ་ལ་བཀའ་གདམས་ཕ་ཆོས་བྱེད། དེ་ནས། བཀའ་གདམས་བུ་ཆུ་ཡོད་ཟེར་བ་ཡིན་ན་ཨ་ནི། ངོ་ལོ་ཚ་བ་བློ་ལྡན་ཤོ་རོབ་དང་ཨ་ནི་ཁུ་དོན་བཙུ་སྒྲུ་གཡུ་འབྲུག་རྣམ་པ་གཉིས་ཀྱིས་ཨ་ནི། ཆོས་རྗེ་ལ་ཡག་བཀའ་འདྲི་ཞུས་ནས་དེའི་མ་ལ་འཇག་ནས་ན་དེ་ལ་བུ་ཆུ་བྱས་འོ་འདིར་ཟེར་རེད། ཕ་ཆོས་བུ་ཆུས་ཁེངས་སོ། ཨ་འབྲོམ་སྟོན་པ་དགེ་བའི་འབྱུང་གནས་དེ་ཨ་ནི་ཆོས་རྗེ་དཔལ་ལྡན་ཨ་ཏི་ཤ་ཀའི་བཀའ་གདམས་ཀྱི་གཏན་འབེབས་ཀྱི་བདག་པོར་མངའ་བཟོས་པ་ཡིན་པ་ཡིན་ཙང་ཨ་ནི། ཕ་བྱས། ཨ་ནི་དེ་ནས་ཨ་ནི། ད་དེ་ཡིན་གྱི་ཁོང་ཡིན་གྱི་དེའི་ག་ས་སློབ་མ། སྔོན་ལོ་ཙཱ་བ་བློ་ལྡན་སྔོན་ལོ་ཙཱ་བ་ལི་པའི་ཞུ་རུབ་དང་ཁོ་དུས་རྩོད་སྒྲུས་སྨྱོ་སྒྲུས་གཉིས་ལ་ཨ་ནི་སེ་བྱས། པ་པུས་བྱས། འོ་དེ་ཟེར་བ་རེད་བཀའ་གདམས་ཕ་ཆོས་བུ་ཆོས་ད་འདི་བཀའ་གདམས་ཕ་ཆོས་རེད། ཕ་ཆོས་གི་ནང་ལོ་ལ་ད་ད་འདི་དཔེ་མཚོན་ཉན་ལ་ཅུང་ཡིན་དེ་འདི་རེད་གསུངས་བ་རེད། ཅུང་ཡིན་འདི་ནི་དཔེ་བཟོས་ན་བྱས་ཨ་ནི་སྲིད་པ་ཉན་ལ་སྲིད་པ་འཁོར་ལོས་གི་རེ་མོ་ཅུང་ཡིན་དཔེ་ག་ས་བ་རེད།

དཔེ་བཅུ་ཡིན་དེ་གིས་ཨ་ནེ་རེ་མོ་འདི་འདྲས་ཅིག་འདི་འདྲས་འདི་འདྲས་ཚུན་གྱི་རེད་ཟེར་དེ་ད་རྒྱ་བོད་གསུམ་ཟེར་འདུག་དེ་རྒྱ་བོད་སངས་རྒྱས་བཅོམ་ལྡན་འདས་ཀྱི་གསུངས་པ་རེད་ཟེར་འདུག་དེ་ཡིན་ནའང་ད་དེ་ངས་མཇལ་མ་སོང་རེད་བ། ངས་ཀྱི་རྟེན་འབྲེལ་ཡན་ལག་བཅུ་གཉིས་ཟེར་དེ་མ་གཏོགས་དཔེ་གི་ཨ་ནེ་རེ་མོ་འདི་འདྲས་འདི་འདྲས་བྲིས་ཞོག་ཟེར་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་ད་ནི་སྲིད་པ་འཁོར་ལོས་ཀྱི་མདོ་བསྟན་པ་དེའི་ནང་ལོགས་ལ་གསལ་གྱི་མི་འདུག་ད་དེ་འདྲ་བ་རེ་མོ་སོ་སོ་སོ་སོ་མ་འདྲ་བ་དེ་གིས་ཨ་ནེ་ཡན་ལག་བཅུ་གཉིས་ཚོན་མདངས་ཞོར་རེད་བ་ད་དེ་མདོ་ནས་མདོ་གོ་བ་སྤྲོད་རྒྱུ་ཡོད་པས་ན་ད་ང་ཚོའི་ནམ་རྒྱུན་ཡོངས་གྲགས་དེ་ངོས་ལེན་ལ་ལྟ་འདི་དེ། ད་ལྟའི་དེ། བཀའ་ཐང་ཕ་ཆོས་ན་ལོ་ལ་བཀའ་ཐང་ཁ་ཆོས་སུ་ཡོད་པས་ན་འབྲོམ་སྟོན་པ་རྒྱལ་བོའི་བྱུང་ལན་གྱི་ཆོས་རྗེ་པཎྜི་ཏའི་ཨ་ཏིས་དེ་ལ་ཞུས་པ་དེ་འཇའ་ནན་དུ་ཕེབས་པ་དེ་ལ་གང་དང་འདྲ་བའི་རྒྱལ་བས་གཟིགས་ཡིན་ཟེར་དུས་ག་ལ་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་ཀྱིས་གཟིགས་པ་རེད་ཟེར་དུས་མདོ་ཡི་ནང་ལ་ཡོད་པ་འདྲ་བ་བྱེད། བླ་མའི་ཞལ་ནས་འདི་ལྟར་གསུངས་ཟེར་ད་རྒྱལ་བས་གཟིགས་པ་དེ་ད་ཨ་ནི་བླ་མའི་ཞལ་ནས་ཨ་ནི་འདི་ལྟར་གསུངས་ཟེར་ད་བླ་མའི་ཞལ་ནས་ཟེར་དུས་ད་འདི་རེད་ག་ཟེར་བ་རེད། ཨ་ནི་ཕལ་ཆེར་དེ་མིན་འགྲོ་བྱེད་ན་ཆོག་ཅིག་ཡིན་ན་ག་འདྲས་ན་དེ་བྱས། དེ་ནས་ལུང་ལས་འདི་སྐད་གསུངས། མ་རིག་གད་མོ་ལོང་བ་དེ་བྱས། མོ་རོ། མ་རིག་པ་དེ་གད་མོ་ལོང་བ་དང་འདྲ་བ་རེད་ཅེས་དང་པོ་དེ་བྱས། འདུ་བྱེད་དག་ནི་འཛག་མཁན་ཞེས་འདུ་བྱེད་ཀྱི་ལས་དེ་ཨ་ནི་རྫ་བཟོ་མཁན་འཛག་མཁན་དང་འདྲ་བ་རེད་བྱས། དེ་ནས་གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་དེ་སྤྲེའུ་ལྟ་བུ་རེད་རྣམ་ཤེས་སྤྲེའུ་ལྟ་བུ་དེ་བྱས། དེ་ནས་བཞི་པ་མི་གཟུགས་ཀྱི་རྟེན་འབྲེལ་དེ་ཨ་ནི། མི་ཁ་ཤས་ཀྱིས་སྦྲུལ་ནག་ལ་རྫུས་དྲུག་འདུག་བ་འོ་དེ་དང་འདྲ་བ་རེད་ཟེར་དུས། མི་དང་གཟུགས་ནི་དྲུག་ཅུ་གྲགས་ཟེར་ནས་རྟེན་འབྲེལ་ལྔ་བཞི་པ་དེ་བྱས། རྟེན་འབྲེལ་ལྔ་པ་སྐྱེ་མཆེད་བཅུ་སྐྱེ་མཆེད་དྲུག་ཅི་འདྲི་བའི་རྟེན་འབྲེལ་དེ། ཨ་ནི་ཡུལ་གུར་སྟོང་པ་ཟེར་ཁམ་བུ་སྟོང་པ་གྲོང་ཚོ་སྟོང་པ་ཆེ་དེ་འདྲས་བརྩོད་པ་དང་འདྲ་བ་རེད། སི་ཏུ་ཨ་ལ་ལྔ་པ། སྐྱེ་མཆེད་ཡུལ་འཁོར་སྟོང་པ་དེའི་ཕྱེད། དེ་ནས་རིག་པའི་རྟེན་འབྲེལ་ཏེ་རེ་བ་འོ་ཅེས་སྒྲ་བཞི་དང་རེ་བ་རིག་པའི་རྟེན་འབྲེལ་གྱི་ཚོར་འདོད་ལ་སྐྱེ་བ་ཕོ་མོ་གཉིས། སྐྱེ་ཕོ་མོ་གཉིས་འོ་བྱེད་པ་ཅེས་བྱ། དེ་ནས་འཚོ་བའི་རྟེན་འབྲེལ་གྱི་ཚོར་འཆད་དེ་ལ་མི་ལ་མདའ་སྐྱོབ་དྲག་དེ། འཚོ་བ་མི་ལ་མདའ་སྐྱོབ་དྲག་མི་གཅིག་གིས་མི་ལ་མདའ་ཕོག་དེ་ཅེས་བྱ་བ་རེད། དེ་ནས་བརྒྱད་པ་དེ་སེ་བ་ཆང་དུང་འདྲ་ཞེས་དང། སེ་བ་དེ་ཀྱི་མི་ཆང་ལ་སེ་བལྟས་པ་ཧ་ཅང་ཆང་དགའ་པོ་ཞོབ་དེ་དེང་ཆང་དུ་དེ་འདྲས་ཅིག་ཡོད་རེད་དེའི་དུས་སྐབས་ལ་བརྒྱད་པ་སེ་བ་ཆང་ཆང་དུང་འདྲ་ཞེས་བཏགས། དེ་ནས་དགུ་པ་ལེན་པའི་རྣམ་ཤེས་དེ། ལེན་པ་ཤིང་སྟོབས་སྨྱོ་འདྲ་དེ་ཟེར་ན་མི་གཅིག་གིས་ཤིང་སྡོང་ལེན་ལོ་ལས་ཤིང་སྡོང་ལག་པས་མ་ལེན་ཞེས་ཞུས་ལ་འོ་དེ་ཟེར་བ་རེད་དེ་ནས། བཅུ་བ་དེ་བཅུ་བ་སྲིད་པའི་རྟེན་འབྲེལ་དེ་སྦྲུལ་མ་འདྲ་ཞེས་གསུངས་སྲིད་དུས་གོ་ལ་ཨན་སྤུ་སྐྱེས་མའི་གཅིག་གི་ཨན་གཟུགས་ལ་སྤུ་གུ་སྐྱེས་ཡོད་པ་ཨན་སྦྲུལ་མ་གཅིག་དང་འདྲ་བ་རེད་བྱས། དེ་ནས་སྐྱེ་བའི་རྟེན་འབྲེལ་དེ་དེ་ལས། སྐྱེ་བ་དེ་ལས་སྦུ་སྐྱེས་ཏེ། ཟེར་ན་ཡི་གེ་ཆུང་ནོ་ཏེ་ཞའོ་ཏེ་ཟེར་ནས་སྐྱེ་བ་དེ་ལས་སྲིད་དུས་གོ་ལ་སྐྱེ་བའི་རྟེན་འབྲེལ་གྱི་མཚོན་དོན་དེ་ལ་འབྲུ་མ་དེ་ལས་སྤུ་གུ་མ་སྐྱེས་པ་དེ་སྐྱེ་བའི་རྟེན་འབྲེལ་མཚོན་པ་རེད་ཟེར། དེ་ནས་བཅུ་ཡིན་པ་དེ་འགའ་ཤས་རུས་གུར་འདྲ་ཞེས་དག་ཟེར་ནས་འགའ་ཤས་རྟེན་འབྲེལ་དེ་ཨ་ནི་མི་ཤི་ནས་ཨ་ནི་མི་གཅིག་གི་ལྟར་རྒྱལ་པ་རོ་ཁུག་ནས་འགྲོ་གི་ཡོད་པ་ཅིག་ཡོད་རེད་ཟེར་འོ་དེ་དེ་འགའ་ཤས་རྟེན་འབྲེལ་དང་འདྲ་བ་རེད་ཟེར་འོ་དེ་བྱས་ནས་ལྟ་དེ། རྟེན་འབྲེལ་ཡན་ལག་བཅུ་ཡིན་གྱི་མཚོན་དོན་བཀའ་གདམས་ཕ་ཆོས་ཀྱི་ནང་ལུགས་ལས་ཡོད་པ་དེ་གས་ཚེ་དེའི་འདུལ་བཀའ་ལ་སྟབས་ཁུང་བཙན་པོ་ཞུ་དོ། བ་དེ་བྱེད་ཉན་མ་ཅིག་ཀློག་བཞག་པ་དེ་ཞུ། བཅུ་གཉིས་འདི་ནས་དཔེར་སོན་ན་གང་དང་འདྲ་བའི་རྒྱལ་བས་གསུངས་བླ་མའི་ཞལ་ནས་འདི་ལྟར་གསུངས་དེ་ནས་ལུང་ནས་འདི་སྐད་གསུངས་མ་རིག་རྒན་མོ་ལོ་མ་འདི། འདུ་བྱེད་དག་ནི་རྫ་མཁན་བཞིན་རྣམ་ཤེས་སྤྲེའུ་ལྟ་བུ་འདི་མི་དང་གཟུགས་ནི་འབྲུ་ཕྱུགས་འདྲ་སྐྱེ་མཆེད་ཡུལ་འཁོར་སྟོང་པ་དེ་རེ་བའོ་ཅེས་འདྲ་ཞེས་བརྟག་འཚོ་བ་མི་ལ་མདའ་སྐྱོབ་དེ་སྲིད་པ་ཆང་འཐུང་འདྲ་ཞེས་དང་ལེན་པ་ཤིང་ཏོག་སྙོབ་དྲགས་དེ་སྲིད་པ་སྦྲུལ་མ་འདྲ་ཞེས་དང་སྐྱེ་བ་དེ་ལས་བུ་སྐྱེས་དེ་འགའ་ཞིག་རུ་འཁོར་འདྲ་ཞེས་དག་བྱའོ་དེ་འདྲས་གསུངས་པས་བཤད། དེ་འདྲས་བྱེད་ད་དེ་ནས། ད་དེ་ནས་མང་ཆེ་ནས་ད། འདི་རེ་དོ་བ་ད་དང་པོ་དེ་ངས་དེ་ནས་མ་བྱའོ་དེ་ནས་དེ་འདྲས་ཡན་ལག་བཅུ་གཉིས་ཀྱི་དཔེ་རིས་དང་བཅས་པ་དེ་ནས་མ་རེ་རེ་བྱས་ནས་མ་བྲིས་བཞག་ཡོད། དེས་ན་དང་པོ་དེ་མ་རིག་པའི་རྟེན་འབྲེལ་དེ་གིས་ནི་མ་རིག། མ་རིག་པའི་རྟེན་འབྲེལ་ནི་མ་རིག་གེ་མོ་ལོང་བ་དེ་སེ་ནི་མ་རིག་པའི་དེ་འདི་ན་ནི་གེ་མོ་ལོང་བ་ཁོན་ཁྱོད་བཙུན་ནས་དྲུ་གུ་དང་འོ་དེ་ནི། མ་རིག་པའི་རྟེན་འབྲེལ་མཚུངས་ཀྱི་ཡོད་རེད་ཟེར་གི་མ་རིག་གེ་མོ་ལོང་བ་འདྲ་ཟེར་བྱས། ཨ་ནི་འདི་གའི་མཚོན་སྟངས་དེ་གས་དང་ཨ་ནི་མ་རིག་པའི་རྟེན་འབྲེལ་གྱི་དོན་ག་རེ་ཡིན་པ་དང་བྱས་འདི་འདྲའི་བྱས་ནས་ད་དེ་འདྲའི་ཡན་ལག་བཅུ་གཉིས་དེ་དེ་འདྲའི་དེ་འདྲའི་བྱས་བྱས།

དུས་ཚོད་ཏི་སི་ཐ་རིང་པོ་ཆགས་འགྲོ་འདུག་ཨན་དེའི་ཤ་ཞེ་ཡན་ཡན་ལག་སོ་ཨན་དེའི་རྟེན་འབྲེལ་ཡན་ལག་བཅུ་གཉིས་རེ་རེ་ནས་འཚོལ་འདོད་དེ་ཨན་ཇེ་མང་བེད་སྤྱད་ཚར་གཉིས་སི་ན་ལོ་ལ་ཨན་བེད་སྤྱོད་ཞུས་ཚར་རེ་དྲན་འདུག་ལག་སོ་དུ་ཆིག།